བྱས་ཙང་དེ་ཡིན་དུས་བརྩམས་པ་ལ་ང་ཚོ་འདི་ང་ཚོ་འདི་ནོར་དེ་རིང་འཕྲིན་བཞེས་གང་ཟེར་མཁན་དེ་ང་ཚོ་མགོ་དབུགས་མི་འདུག། ད་ང་ཚོ་འཕྲིན་བཞེས་གང་ཟེར་མཁན་དེ་མེད་པ་ན་མང་གཙོ་དཀོན་པ་ཆགས་དེ་ལ་ཡ་དེ། དོན་དུ་ན་སྐྱབས་མགོན་རིན་པོ་ཆེ་ང་ཚོ་ཚད་མེད་འགྲོ་འུ་འདུག་ད་གཟིགས་དགོངས་པ་བཟོ་ས་ཞིག་འུ་འདུག་ང་ནི་འཕྲིན་བཞེས་ཁང་དང་འབྲེལ་ནས་ཀ་མེད་ག་རེ་སླེབས་པ་ཡིན་ན་ལག་པ་གནང་ནས་བཅར་ཡ་དེ་གང་ཆ་བརྟན་པོ་ཡིན་ཞུ་བ་ཡིན།
ཡི་གེ་སྣ་གཅིག་ཞིག་བྲིས་ཚུགས་ར་བའི་མདུན་ལ་སླེབས་ན་དང་པོར་དྲངས་ནས་ལོག་ནས་དགག་པ་རྒྱག་གི་ཡིན་ཟེར་ཏེ་ཞུ་གི་ཡོད། ང་ཚོས་རྒྱལ་བ་རིན་པོ་ཆེའི་དམ་བཅའ་ཕུལ་ས་འདི་ད་བཀའ་གནང་བྱས་ང་ཚོས་དམ་བཅའ་འདི་ལེན་པ་ཙམ་གྱིས་ཆེ་འདོད་ཁྲིམས་ཞིབ་ཁང་འདི་གཙང་མ་ཆགས་རེད་ལབ་ན་དུས་ནམ་ཡང་གཙང་མ་ཆགས་མ་རེད། ཁྲིམས་ཞིབ་པ་རྣམ་པ་གསུམ་དང་འབྲེལ་ཡོད་ཀྱི་ཁྲིམས་ཆེར་ཡིན་ན་འདྲ་གྲོས་ཆོད་ཡིན་ན་འདྲ་ཨ་ནི་བཀའ་འཁྲོལ་ཡིན་ན་འདྲ་ག་རེ་འདྲ་ཅིག་ཡིན་པ་ཡིན་ན་ཡང་འགྲོ་ཐུབ་ཡག་ལ་གར་སོང་བ་ལྟར་འགྲོ་ཡག་ལ་ཡག། དགག་པ་ཞུ་ཡག་གི་འབད་བརྩོན་བྱེད་ཀྱི་ཡིན། ཁམ་བུ་ཟ་འདོད་མ་རེད་ཡལ་ག་བཅག་འདོད་རེད་ཟེར་དེ་རེད། བྱས་ཙང་འདི་ཚོའི་རིགས་ལ་ང་ཚོས་བྱས་དེ་ན་ང་ཚོ་ག་ཚོད་བར་དུ་འགྲོ་རེད།
དེ་རིང་སྐབས་བཅུ་དྲུག་པའི་བོད་མི་མང་སྤྱི་འཐུས་ལྷན་ཚོགས་ཀྱི་གྲོས་ཚོགས་ཚོགས་དུས་བཅུ་པའི་ལས་ཉིན་བཅུ་པར། བོད་མི་མང་སྤྱི་འཐུས་ལྷན་ཚོགས་ནས་ཉེ་སྔོན་བོད་མི་མང་སྤྱི་འཐུས་ལྷན་ཚོགས་ནས་ཏོག་དབྱིབས་ནད་དུག་གི་རྫ་དྲག་གི་གནས་སྟངས་ལ་གཞིགས་ནས་གྲོས་ཚོགས་ཚོགས་དུས་བཅུ་པ་ཕར་འགྱངས་གནང་བ་དེར་ཆེས་མཐོའི་ཁྲིམས་ཞིབ་ཁང་ནས་ཐག་གཅོད་དེ་བཞིན་བཅའ་ཁྲིམས་དོན་ཚན་བཞི་བཅུ་པར་ལས་འགལ་གྱི་ཡོད་པ་རྟོགས་ནས་སྤྱི་འཐུས་རྒྱུན་ལས་ལྷན་ཚོགས་ཀྱི་མི་གྲངས་བཅུ་གཅིག་གིས་གཞུང་འབྲེལ་འོས་བསྡུའི་འདེམས་བྱེད་ཀྱི་ཐོབ་དབང་བཀག་སྐྱིལ་གནང་ཡོད་པ་ལྟར། དེ་རིང་བོད་མི་མང་སྤྱི་འཐུས་ལྷན་ཚོགས་ནས་ཐག་གཅོད་དེ་བཞིན་བཅའ་ཁྲིམས་ནས་ཁྲིམས་ཞིབ་ཁང་ལ་བསྐུར་བའི་སྐུ་དབང་ལས་འགལ་གྱི་ཡོད་སྐོར་གསུངས་ཏེ་བཅའ་ཁྲིམས་དོན་ཚན་དྲུག་ཅུ་རིགས་གསུམ་པའི་ནང་གསེས་བཞི་པ་གཞིར་བཟུང་ཁྲིམས་ཞིབ་པ་རྣམ་པ་གསུམ་འཕོ་འགྱུར་གཏོང་ཆེད་གཞུང་འབྲེལ་གྱི་གྲོས་ཆོད་གྲོས་འཆར་ཞིག་བསྣམས་ཕེབས་ནས་ཁོང་རྣམ་པ་གསུམ་ལས་གནས་ནས་འཕོ་འགྱུར་བཏང་སོང། སྐབས་དེར་གྲོས་འཆར་འདོན་མཁན་བོད་མི་མང་སྤྱི་འཐུས་ཚོགས་གཙོ་གཞོན་པ་ཨཅཱརྱ་ཡེ་ཤེས་ཕུན་ཚོགས་ལགས་ཀྱིས་གནས་ཚུལ་དེ་དང་འབྲེལ་བའི་རྒྱབ་ལྗོངས་ཤོག་གྲངས་བདུན་སྔོན་གླེང་དུ་སྒྲོག་སྦྱང་དང་སྦྲགས། སྐབས་བཅུ་དྲུག་པའི་བོད་མི་མང་སྤྱི་འཐུས་ལྷན་ཚོགས་ཀྱི་གྲོས་ཚོགས་ཚོགས་དུས་བཅུ་པ་འཕར་འགྱངས་བྱས་པ་དང་འབྲེལ་བཙན་བྱོལ་བོད་མིའི་ཆེས་མཐོའི་ཁྲིམས་ཞིབ་ཁང་གི་ཁྲིམས་ཞིབ་པ་རྣམས་ནས་ཁྲིམས་ཀྱི་ངོས་ཞེན་ཞེས་པའི་བརྒྱུད་སྤྱི་འཐུས་ལྷན་ཚོགས་ཀྱི་ལས་དོན་ལ་ཁྲིམས་ཞིབ་རྩད་ཆོད་དང་ཁྲིམས་ཀྱི་ངོས་ཞེན་ཞེས་པའི་དབང་ཚད་ཡོད་ཚུལ། རྒྱལ་ཁབ་གཞན་གྱི་ཁྲིམས་སྒྲིག་དང་སྦྱར་ནས་ཞྭ་དཔེ་ལྷམ་དཔེ་ལྷམ་འགེབས་བྱས་ནས་དེ་འབྲེལ་ཐག་གཅོད་ཀྱི་བཀའ་ཁྱབ་བཏང་པ་བཅས་ནི་བཙན་བྱོལ་བོད་མིའི་བཅའ་ཁྲིམས་དང་འགལ་བར་བརྟེན་ཁྲིམས་ཞིབ་པ་ཆེ་བ་དྭགས་པོ་བསོད་ནམས་ནོར་བུ་དང་ཁྲིམས་ཞིབ་པ་གཞན་བཀའ་མ་བསྒྲམས་དུས་ཁྲིམས་ཞིབ་པ་གཞན་བསྟན་འཛིན་ལུང་རྟོགས་བཅས་གྲོས་ཆོད་འདི་ཞག་གཉིས་ནས་འཕོ་འགྱུར་དགོས་པའི་གྲོས་ཆོད་དུ། གྲོས་འཆར་འདིའི་ཐད་བོད་མི་མང་སྤྱི་འཐུས་ཚོགས་གཙོ་པད་མ་འབྱུང་གནས་ལགས་ཀྱིས་སྔ་ལོ་གྲོས་ཚོགས་ཚོགས་དུས་བཅུ་པ་འཕར་འགྱངས་ཀྱིས་གསལ་བསྒྲགས་གནང་བའི་རྗེས། ཆེས་མཐོའི་ཁྲིམས་ཞིབ་ཁང་དང་བོད་མི་མང་སྤྱི་འཐུས་ལྷན་ཚོགས་དབར་གནད་དོན་འདིའི་ཐད་བཀའ་བསྡུར་དང་ཐག་གཅོད་བྱུང་བའི་རྒྱབ་ལྗོངས་རྣམས་སླར་ཡང་གྲོས་ཚོགས་སུ་ངོ་སྤྲོད་གནང་རྗེས། ཆེས་མཐོའི་ཁྲིམས་ཞིབ་ཁང་ནས་ཞུ་གཏུག་རྒྱག་འགན་མེད་པར་ཐག་གཅོད་གནང་བ་དེ་བཅའ་ཁྲིམས་ལས་འགལ་གྱི་ཡོད་སྐོར་གསུངས་སྲིད། ཆེས་མཐོའི་ཁྲིམས་ཞིབ་ཁང་ནི་བཙན་བྱོལ་བོད་མིའི་སྤྱི་སྒེར་ཡོངས་ཀྱི་མཐར་ཐུག་གི་ཞུ་གཏུག་བྱ་ཡུལ་གྱི་ཁྲིམས་ཞིབ་ཁང་དང་བོད་མིའི་གྲོས་ཚོགས་ཀྱི་ཁྲིམས་འཛིན་གོང་ན་མེད་པ་དེ་ཡིན་ལ་ཞུ་གཏུག་བྱ་ཡུལ། ཞུ་བ་པོ་ཁྱོན་ནས་མེད་པའི་ཐོག་ནས་ཨ་ནེ་ཁྲིམས་ཀྱི་བཀའ་ཆད་གནང་ཡོད་ཟེར་ན་དེ་ཁྲིམས་འགལ་ཆགས་ཡོད་པ་རེད། དེ་བཟང་ད་ལྟ། སྤྱི་དམངས་གཏུག་བཤེར་གྱི་སྒྲིག་གཞི་དོན་ཚན་དྲུག་ཅུ་ར་དགུ་པའི་ནང་གསལ་བཏགས་ཟེར་ཡ་དེ་དེ་སྔ་མི་འདུག། སྙེ་མ། སྤྱི་ནོར་ཀུང་སི་སྐྱབས་མགོན་ཆེན་པོ་མཆོག་གིས་ཆོག་མཆན་བསྩལ་བའི་དུས་ཚོད་དེ་འདྲ་ལ་མི་འདུག། ཉིས་སྟོང་བཅུ་དགུ་གི་སྤྱི་ཟླ་བཅུ་གཅིག་འདི་འདྲའི་ཆེད་དུ་གསར་དུ་བཅུག་བཞག་ད་འདི། བཅའ་ཁྲིམས་དང་ཡོངས་སུ་འགལ་བ་རེད་བཅའ་ཁྲིམས་ཀྱི་གང་ལ་བདེན་ནས། བཅའ་ཁྲིམས་ཀྱི་ག་རེ་ལ་ཟེར་ན་ཞུ་གཏུག་བྱེད་མཁན་བྱེད་ས་ཀྱི་ཡུལ་གོང་ན་མེད་པ་ཡིན་ཞུ་བ་རེད། ད་ལྟ་འདི་ཞུ་གཏུག་གང་ཡང་བྱས་མེད་འོས་ཐོག་ནས་བཀའ་ཆད་གནང་ཡོད་དེ་རེད། དཔེ་བཟང་འདི་བཅའ་ཁྲིམས་དང་ཡོངས་སུ་འགལ་བའི་ཐག་གཅོད་རེད་ཐང་གཅིག་འདི་ཞུ་ཡ་ཡིན། ད་ལན་གྱི་གྲོས་ཆོད་གྲོས་འཆར་འདིའི་ཐད་བགྲོ་གླེང་ནང་ལྷན་ཞུགས་གནང་མཁན་གྲོས་ཚོགས་འཐུས་མི་ཉུང་ཤས་ལས་བྱུང་མ་སོང་ཡང་ལྷན་ཞུགས་གནང་མཁན་ཁག་ཅིག་ནས་ད་ལན་གྱི་གནད་དོན་དེ་བརྒྱུད་ཁྲིམས་ཞིབ་པ་རྣམས་འཕོ་འགྱུར་ཞུ་རྒྱུའི་ཚབ་བཅའ་ཁྲིམས་དང་ཁྲིམས་སྒྲིག་ཁག་ལ་འགྱུར་བ་བཏང་ནས་མ་འོངས་པར་དཀའ་རྙོག་དེའི་རིགས་ཡོང་རྒྱུར་འགོག་ཐབས་ཡོད་སྐོར་གྱི་དགོངས་འཆར་ཕུལ་མཁན་ཡང་བྱུང་སོང། ཕྱི་ཚེས་ཆེས་མཐོའི་ཁྲིམས་ཞིབ་ཁང་ནས་སྤྱི་དམངས་ཁྲིམས་ཡིག་དོན་ཚན་དྲུག་ཅུ་རེ་དགུ་པའི་ནང་གསེས་བཏབ་པ་དེ་བཞིན་སྤྱི་ལོ་ཉིས་སྟོང་བཅུ་དགུ་ལོའི་ནང་གཏན་འབེབས་གནང་བ་ཞིག་ཡིན་ཀྱང། བཅའ་ཁྲིམས་དོན་ཚན་དྲུག་ཅུ་རེ་བདུན་པའི་ནང་བཅའ་ཁྲིམས་དང་སྤྱི་འཐུས་ལྷན་ཚོགས་ནས་གཏན་ལ་ཕབ་པའི་ཁྲིམས་ལུགས་གང་རུང་གི་དོན་ཚན་ཁག་གཞིར་བཟུང་བའི་ཐོག་ཆེས་མཐོའི་ཁྲིམས་ཞིབ་ཁང་དང་ཁྲིམས་ཞིབ་ཁང་གི་རྩ་འཛིན་ཁྲིམས་ཡིག་དང་འགྲོ་ལུགས་སྒྲིག་གཞི་བཅས་ཁྲིམས་ཞིབ་པ་ཆེ་བ་དང་ཁྲིམས་ཞིབ་པ་གཞན་གཉིས་བཅས་སྤྱི་མོས་ཀྱི་བཟོ་འགོད་གཏན་འབེབས་ལྟར་རྩ་འཛིན་ལག་བསྟར་བྱ་རྒྱུ་ཡིན་ཞེས་གསལ་ཡོད་པ་རེད།
གཙང་པོ་བཞི་བཅུ་ཞེ་ལྔ་རེད།
གསུམ་ཆ་གཉིས་ཏེ་སྤྱི་འཐུས་སུམ་ཅུ་ཡོང་སྒུག་ཡོད་རེད། བགྲོ་གླེང་ནང་དོགས་འདྲི་ཞུ་མཁན་ཡོངས་རྫོགས་ལ་ཚོགས་གཙོ་པད་མ་འབྱུང་གནས་ལགས་ཀྱིས་གསལ་བཤད་གནང་རྗེས་ཚིག་བརྗོད་སོགས་ལ་འགྱུར་བ་གང་ཡང་མེད་པའི་ཐོག་སྤྱི་འཐུས་རྣམ་པའི་དབར་གསང་བའི་འོས་ཤོག་འཕེན་སོང། སྐབས་དེར་ངོ་ཡོད་སྤྱི་འཐུས་བཞི་བཅུ་ཞེ་གཅིག་ནས་སྤྱི་འཐུས་སུམ་ཅུ་སོ་གཅིག་གིས་འཕོ་འགྱུར་དགོས་པ་དང་བཅུས་འཕོ་འགྱུར་མི་དགོས་པའི་འོས་བླུགས་པའི་ཐོག་སྤྱི་འཐུས་རྩ་འབོར་གྱི་གསུམ་ཆ་གཉིས་འོས་ཤོས་སུམ་ཅུ་བརྒལ་རྗེས། ཁྲིམས་ཞིབ་པ་རྣམ་པ་གསུམ་འཕོ་འགྱུར་གཏང་རྒྱུར་མང་མོས་ཀྱི་རྒྱབ་སྐྱོར་ཐོབ་པའི་ཐོག་འཕོ་འགྱུར་གཏང་རྒྱུའི་ཐག་གཅོད་གནང་སོང། འདེམས་ཐོན་ཁྲིམས་ཞིབ་པ་བཅས་པར་མ་འོངས་པར་དམ་འབུལ་ཞུ་ས་ཡང་ཁྲིམས་ཞིབ་པ་ཆེ་བ་ཆགས་ཀྱི་ཡོད་སྟབས་མ་འོངས་པའི་དཀའ་ངལ་དག་ལ་དགོངས་པ་བཞེས་དགོས་སྐོར་གྱི་སྙན་སེང་སྒྲོན་སྐབས། ཚོགས་གཙོ་མཆོག་ནས་དེ་དག་བཅའ་ཁྲིམས་ལ་འགྱུར་བ་བཏང་པའི་ཐོག་ཐག་གཅོད་གནང་རྒྱུ་ཡོད་སྐོར་ཡང་གསུངས་ཀྱི་འདུག་གང་ལྟར་དེ་རིང་བོད་མི་མང་སྤྱི་འཐུས་ལྷན་ཚོགས་ནས་གཏན་ལ་ཕབ་པའི་ཐག་གཅོད་དེ་ནི་བཙན་བྱོལ་བོད་མིའི་སྤྱི་ཚོགས་ཀྱི་ལོ་རྒྱུས་ནང་ཁྲིམས་ཞིབ་པ་ཆེ་བ་དང་ཁྲིམས་ཞིབ་པ་གཞན་གཉིས་འཕོ་འགྱུར་བཏང་བ་ཐོག་མ་དེ་ཆགས་ཀྱི་ཡོད་པ་རེད་ལ། སླར་ཡང་ཁྲིམས་ཞིབ་པ་བསྐོ་གཞག་མ་བྱུང་བར་མང་གཙོའི་ཀ་བ་གཅིག་སྟོང་ཆར་ལུས་ཀྱི་ཡོད་པ་རེད། བཞུགས་སྒར་རྡ་རམ་ས་ལ་ནས་ཨ་རིའི་རླུང་འཕྲིན་ཁང་གི་གསར་འགོད་པ་བསྟན་འཛིན་བཟང་མོ་ཡིན། ཁ་སང་བོད་མི་མང་སྤྱི་འཐུས་ལྷན་ཚོགས་ནས་ཆེས་མཐོའི་ཁྲིམས་ཞིབ་ཁང་གི་ཁྲིམས་ཞིབ་པ་གསུམ་པོས་ཉེ་སྔོན་གྲོས་ཚོགས་ཕར་འགྱངས་ཀྱི་གནད་དོན་དང་འབྲེལ་བའི་ཐག་གཅོད་གནང་བ་དེ་བཅའ་ཁྲིམས་ཀྱིས་ཁྲིམས་ཁང་ལ་བསྐུར་བའི་སྐུ་དབང་ལས་འགལ་གྱི་ཡོད་སྐོར་གསུངས་ནས་ཁོང་རྣམ་པ་གསུམ་འཕོ་འགྱུར་གྱི་གྲོས་ཆོད་གཏན་འབེབས་གནང་ཡོད་པ་ལྟར། དེ་རིང་ཁྲིམས་ཞིབ་པ་རྣམ་པ་གསུམ་པོས་གསར་འགོད་ལྷན་ཚོགས་ཤིག་བསྐོང་ཚོགས་དང་སྦྲགས་གནད་དོན་འདིའི་ཐད་གསལ་བཤད་གནང་དོན། ཆེས་མཐོའི་ཁྲིམས་ཞིབ་ཁང་གིས་ཁྲིམས་འགལ་བྱས་མེད་ཞེས་པ་གཅིག་བཅས། ཁྲིམས་འགལ་བྱེད་མཁན་དེ། སྤྱི་འཐུས་ཚོགས་གཙོ་དབུས་པའི་གི་རྒྱུན་ལས་བཅུ་གཅིག་དེ་རེད། དེ་མཚན། དེའི་གི་ད། ཁྲིམས་འགལ་བྱས་པའི་གི་ལས་ཀ་འདི། ལུགས་རྒྱུས་གི་འགན་འདི། སྤྱི་འཐུས། བོད་མི་མང་སྤྱི་འཐུས་ལྷན་ཚོགས་གི་ཚོགས་གཙོ་དང་རྒྱུན་ལས་བཅུ་གཅིག་ལས་ཡ་ཁེ་བོ་རེད། སྐབས་དེར་ཁྲིམས་ཞིབ་པ་ཆེ་བ་དྭགས་པོ་བསོད་ནམས་ནོར་བུ་ལགས་ཀྱིས་ཆེས་མཐོའི་ཁྲིམས་ཞིབ་ཁང་གི་གསལ་བཤད་བསྒྲགས་གཏམ་སྒྲོག་སྦྱངས་གནང་བའི་ནང་སྤྱི་འཐུས་རྒྱུན་ལས་ལྷན་ཚོགས་ཀྱིས་རྒྱལ་རལ་བཙོང་སྟེ་བཅའ་ཁྲིམས་དོན་ཚན་བཞི་བཅུ་པར་བརྩི་མེད་རྡོལ་རོལ་བཏང་བ་དང་རང་ཉིད་ཀྱིས་ཁྲིམས་འགལ་བྱས་པའི་སྐྱོན་ཚང་མ་སྦས་ཐབས་སུ་བཅའ་ཁྲིམས་ཀྱི་དགོངས་དོན་ལ་འགྲེལ་ལོག་དང་ཆེས་མཐོའི་ཁྲིམས་ཞིབ་ཁང་ལ་ཁྱད་གསོད་བྱས་པ་དང་དེ་བཞིན་སྤྱི་འཐུས་ཚོགས་གཙོའི་གྲོས་ཚོགས་ཀྱི་བྱ་རིམ་ཚུལ་མིན་སྤྱད་པ་དང། སྤྱི་འཐུས་རྣམས་ལོག་འཁྲིད་བྱས་མཐར་ཁྲིམས་ཞིབ་པ་ཆེ་བ་དང་ཁྲིམས་ཞིབ་པ་གཞན་གཉིས་འཕོ་འགྱུར་གྱིས་གྲོས་ཆོད་འཇོག་ཏུ་བཅུག་པ་ནི་བོད་མི་འབྲི་ཚུགས་ཀྱི་མང་གཙོའི་ཀ་བ་གསུམ་གྱི་ཁྲིམས་ལུགས་དབང་འཛིན་གྱི་རྨང་གཞི་མེད་པ་བཟོས་པ་ཞིག་ལ་ངོས་འཛིན་བྱེད་ཀྱི་ཡོད་ཅེས་གསལ་བཤད་ལན་འདེབས་གནང་ཡིན་སོང། པའི་གནས་ང་ཚོ་ད
བཅའ་ཁྲིམས་ནི་ཡང་གུས་བརྩི་ཞུ་ཡག་གི་ཐོག་ནས་དེ་རིང་དེ་འདྲ་དེ་ཚོགས་འདུ་འདི་གྲོལ་སོང་ན་ང་ཚོ་གསུམ་དེ་ལས་འགན་ཆེ་ཤོས་བྱ་ཡི་ངེས་ལས་འདེམས་མཚམས་བཞག་ཡི་ངེས་ཞོར་གཅིག་ཡིན། ངེད་ཅག་གི་གསལ་བཤད་ནང་ལས་འགན་ཤོས་བ་ཨིན་ཇི་ནཱ་ལ Recuse ཡིན་ཞེས་པ་ནི། ཁྲིམས་ལུགས་དབང་འཛིན་གྱི་རྩ་འཛིན་ཁྲིམས་ཡིག་དོན་ཚན་བཞི་བཅུ་ཞེ་གཉིས་པ་དང། སྤྱི་དམངས་གཏུག་བཤེར་འགྲོ་ལུགས་རྩ་འཛིན་ཁྲིམས་ཡིག་དོན་ཚན་བདུན་ཅུ་དོན་དགུ་པར། གྱོད་ཡས་དེ་སྙན་ཕུལ་བའམ་ཁྲིམས་ཞིབ་པར་རང་ཉིད་ཁ་མཆུ་དེ་དང་དམིགས་བསལ་འབྲེལ་བ་ཆགས་ཚེ། ཕྱོགས་ལྷུང་གི་ཉེས་སྐྱོན་འགོག་ཆེད་ལས་འགན་ཆེ་ཤོས་བརྗེ་སྲོལ་ཡོད་པ་ལྟར། ཁྲིམས་ཞིབ་པས་ལས་འགན་རེ་ཞིག་བཤོལ་བ་མ་གཏོགས། ཁྲིམས་མཐུན་མ་ཡིན་པའི་གྲོས་ཆོད་ཡིག་ཆ་ཨང་སུམ་ཅུ་སོ་དགུ་པ་ནང་གསལ། འཕོ་འགྱུར་ངོས་ལེན་བྱས་པ་ཞིག་མིན་ལ། ལས་གནས་རྩ་དགོངས་ཞུས་པ་ཞིག་ཀྱང་མིན་ཞིང། བཅའ་ཁྲིམས་དོན་ཚན་བཞི་བཅུ་ཞེ་ལྔ་ནང་གསེས་གསུམ་པ་དང། དོན་ཚན་བདུན་བཅུ་བདུན་གསུམ་ནང་གསེས་གསུམ་པ་ནང་གསལ་ལྟར། ལས་འཁུར་རྒྱུན་འཛིན་མ་ཆོག་པར་ཤོལ་དགོས་པའི་གོ་དོན་ཡང་མིན། སྐབས་འདིར་ངེད་ཅག་ནི་བཅའ་ཁྲིམས་དོན་ཚན་ལྔ་པས་མཚོན། ཆེས་མཐོའི་ཁྲིམས་ཞིབ་ཁང་གིས་མཐར་གཏུག་གི་དབང་ཚད་སྤྱད་དེ། གྲོས་ཆོད་དེ་རྩིས་མེད་ཀྱི་བྱ་རིམ་ལག་བསྟར་བྱས་ཚེ། ལྷན་སྐྱེས་དྲང་བདེན། Natural Justice། ཞེས་པའི་ཁྲིམས་ལུགས་ཀྱི་གཞི་རྩའི་ལྟ་གྲུབ་ལ་གནོད་འགལ་འབྱུང་ཉེན་ཡོད་པའི་ཆ་ནས། ང་ཚོས་ལས་འགན་ཤོད་པའི་ཐག་གཅོད་བྱས་པ་ཡིན། འདི་གའི་གསར་འགོད་པ་བོད་མི་མང་སྤྱི་འཐུས་ལྷན་ཚོགས་སུ་དངོས་སུ་བཅར་ཡོད་ཀྱང་སྤྱི་འཐུས་ཚོགས་གཙོ་མཆོག་ནས་ཆེས་མཐོའི་ཁྲིམས་ཞིབ་ཁང་གི་གསལ་བསྒྲགས་སྐོར་གྱི་ཞིབ་ཕྲའི་གནས་ཚུལ་མཁྱེན་རྟོགས་བྱུང་མེད་པས་གང་ཡང་ཞུ་རྒྱུ་མེད་ཞེས་འགྲེལ་བརྗོད་གནང་སོང།
བོད་མི་མང་སྤྱི་འཐུས་ལྷན་ཚོགས་ཀྱི་ཚོགས་དྲུང་ལས་ཁུངས་ནས་སྐབས་བཅུ་དྲུག་པའི་བོད་མི་མང་སྤྱི་འཐུས་ལྷན་ཚོགས་ཀྱི་གྲོས་ཚོགས་འཕར་མ་དེ་བཞིན་ཕྱི་ཚེས་ཉི་ཤུ་རྩ་བཞི་ཉིན་འཚོགས་རྒྱུའི་ཚོགས་བརྡ་སྤྱི་འཐུས་རྣམ་པ་སོ་སོར་གནང་ཡོད་ཅིང། འདི་ཚེས་ཉི་ཤུ་རྩ་གཉིས་ཉིན་འདི་ག་རླུང་འཕྲིན་ཁང་ནས་ཁུངས་ལྡན་གནས་ཚུལ་ཤེས་རྟོགས་བྱུང་བར་གཞིགས་ན་སྤྱི་འཐུས་ཉི་ཤུ་རྩ་གཅིག་གིས་ཚོགས་དྲུང་ལས་ཁུངས་སུ་ད་རེས་གྲོས་ཚོགས་འཕར་མའི་ཐོག་ཚོགས་བཅར་ཞུགས་ཐུབ་ཀྱི་མེད་པའི་དགོངས་ཞུ་ཕུལ་ཡོད་འདུག་དེར་བརྟེན་བཙན་བྱོལ་བོད་མིའི་བཅའ་ཁྲིམས་དོན་ཚན་བཞི་བཅུ་ཞེ་དགུ་པའི་ནང་གསེས་དང་པོའི་ནང་སྤྱི་འཐུས་ལྷན་ཚོགས་དང་དེའི་རྒྱུན་ལས་གཉིས་ཀར་སྤྱི་འཐུས་རྩ་འབོར་གྱི་གསུམ་ཆ་གཉིས་འཛོམས་ན་ཚོགས་གཙོ་ཚོགས་གཞོན་འོས་བསྡུ་བྱ་རྒྱུས་མཚོན་རང་རང་གི་ལས་དོན་བྱེད་ཆོག་པའི་དབང་ཆ་ཡོད། འོན་ཀྱང་སྤྱི་འཐུས་ཀྱི་རྩ་འབོར་དང་ངོ་ཡོད་ཆ་བགོས་རྩིས་འཁོར་སྐབས་འཕྲོས་ལག་བཀར་ཆ་རྩིས་མ་དགོས་ཞེས་འཁོད་དོན་ལྟར་སྤྱི་འཐུས་ལྷན་ཚོགས་ཀྱི་རྩ་འབོར་ནི་སྤྱི་འཐུས་བཞི་བཅུ་ཞེ་ལྔ་ཡིན་ཅིང་དེའི་སུམ་ཆ་གཉིས་ནི་སྤྱི་འཐུས་སུམ་ཅུ་ཡིན་སྟབས། ད་རེས་སྤྱི་འཐུས་ཉི་ཤུ་རྩ་གཅིག་དགོངས་ཞུའི་ཐོག་ཡུ་རོབ་ཀྱི་བདམས་ཐོན་སྤྱི་འཐུས་དབང་པོ་བཀྲས་མཐོང་ལ་ལས་འཁུར་དམ་འབུལ་ཞུས་མེད་པ་བཅས་རྩིས་པ་ཡིན་ན་སྤྱི་འཐུས་ཉི་ཤུ་རྩ་གཉིས་ཆགས་ཀྱི་ཡོད་པར་སོང། དེ་གྲོས་ཚོགས་བཅར་ཞུ་མཁན་སྤྱི་འཐུས་ཉི་ཤུ་རྩ་གསུམ་ལས་མེད་སྟབས་གོང་གི་བཅའ་ཁྲིམས་དགོངས་དོན་དགོས་ངེས་སྤྱི་འཐུས་སུམ་ཅུ་ལོན་གྱི་མེད་སྟབས་གྲོས་ཚོགས་འཕར་མ་དེ་ཚོགས་ཐུབ་ཐབས་མེད་པའི་གནས་སྟངས་ཆགས་ཡོད་པ་རེད། གནས་ཚུལ་དེ་དང་འབྲེལ་བའི་ཐོག་ནས་ཉིན་ཤས་སྔོན་ལ་འདི་ག་རླུང་འཕྲིན་ཁང་ནས་ཚོགས་དྲུང་ལས་ཁུངས་བརྒྱུད་སྤྱི་འཐུས་ཚོགས་གཞོན་དང་བཀའ་དྲུང་ཡིག་ཚང་བརྒྱུད་སྲིད་སྐྱོང་མཆོག་ལ་གལ་ཏེ་གྲོས་ཚོགས་འཕར་མ་འཚོགས་མ་ཐུབ་པ་ཡིན་ན་མ་འོངས་གནས་སྟངས་ཇི་ཆགས་སྐོར་ཡིག་ཐོག་དང་ཞལ་པར་ཐོག་བཀའ་འདྲི་ཞུས་ཀྱང་བཀའ་ལན་གང་ཡང་གནང་མ་བྱུང། སྤྱི་འཐུས་ལྷན་ཚོགས་ཀྱིས་སྤྱི་ཟླ་གསུམ་པའི་ཚེས་ཉི་ཤུ་རྩེ་ལྔ་ཉིན་ཆེས་མཐོའི་ཁྲིམས་ཞིབ་པ་གསུམ་སྡེབ་གཅིག་ལ་འཕོ་འགྱུར་བཏང་བའི་རྗེས་སུ། བདམས་ཐོན་སྤྱི་འཐུས་ཀྱི་བར་བརྒལ་ཚོགས་གཙོ་དང་དེ་ནས་ཚོགས་གཙོ་ཚོགས་གཞོན་སྲིད་སྐྱོང་བཀའ་བློན་སོགས་ཀྱི་དམ་འབུལ་ཞུ་ཡུལ་མེད་པའི་གནས་སྟངས་ཆགས་ཡོད། འོན་ཀྱང་གྲོས་ཚོགས་འཕར་མའི་སྐབས་ཁྲིམས་ཞིབ་པ་གསར་པ་གསུམ་བསྐོ་གཞག་གནང་རྒྱུའི་ཆེད་དུ་ཁྲིམས་ཞིབ་པའི་འོས་མི་འདེམས་སྒྲུག་ཚོགས་ཆུང་དུ་ཆེས་མཐོའི་ཁྲིམས་ཞིབ་པ་ཆེ་བ་ཟུར་པ་བྱ་དུར་བཟང་པོ་ལགས་དང་བཀའ་ཟུར་ཚེ་རིང་ཕུན་ཚོགས་ལགས། བཀའ་ཟུར་པད་མ་ཆོས་འབྱོར་ལགས་བཅས་སུ་བསྐོ་གཞག་གནང་ཡོད་ཀྱང་འདས་ཚེས་ཉི་ཤུ་རྩ་གཉིས་ཉིན་བོད་མིའི་སྒྲིག་འཛུགས་ཀྱི་དྲ་བརྙན་ལེ་ཚན་ནང་ཁྲིམས་ཞིབ་པའི་འོས་མི་འདེམས་སྒྲུག་ཚོགས་ཆུང་གི་ཚོགས་མི་བཀའ་ཟུར་ཚེ་རིང་ཕུན་ཚོགས་ལགས་ཀྱིས་ཚོགས་ཆུང་ལ་ཁྲིམས་ཞིབ་པའི་འོས་མི་རག་མེད་པའི་སྐོར་གསལ་བཤད་འདི་ལྟར་གནང་འདུག། ཕྱི་ཉིན་པའི་གཞན་ཉིན་གྱི་འོས་གཞི་དེ་དེ་རིང་ང་ཚོ་ད་རེས་མི་འགྲོ་གར་བཟོས་དགོས་རེད། འཚོགས་སྒྲུབ་བྱེད་དུས་དེ་ནས་ཐབས་ཤེས་བྱས་ཡས་ཡིན་ཏེ་ང་ནི་རག་ཐུབ་མ་སོང། དེ་ནི་དུས་ཚོད་འཁྱར་བྱེད་གནང་ཡས་ད་ལྟ་ནད་དེས་རྐྱེན་པས་ཚེ་རག་ཐུང་ཐུང་རེད་དེ་འདྲའི་རྒྱུ་མཚན་ཐོག་ནས་རག་ཐུབ་མ་སོང་དེ་བྱེད་དུས་ཨ་ནི་ཁ་སང་ལྔ་བའི་གི་ད་ལྟ་བཅུ་བཞི་ཉིན་མོར་ང་ཚོ་ཚོགས་ཆུང་གི་ལས་བསྡོམས་གཉེར་རྒྱུ་དེ་དེ་ནས་ད་ལྟ་འདི་ནམ་གྱི་ནང་ཤེས་བྱས་ནས་ང་ཚོ་འབྲེལ་ཡོད་ཨ་ནི་དཔའ་ལྡན་སྲིད་སྐྱོང་བློ་བཟང་སེང་གེ་མཆོག་ལ་དེ་ནས་ཡག་ཕུལ་ཡོད། དགོངས་ཞུ་ཕུལ་མཁན་ཁོངས་ནས་སྤྱི་འཐུས་ཁག་ཅིག་གིས་དགོངས་ཞུ་ཕུལ་དགོས་པའི་རྒྱུ་མཚན་དང་འབྲེལ་བའི་སྐོར་འགྲེལ་བརྗོད་གནང་དོན་ལ། ང་རང་ཚོ་བཙན་བྱོལ་བོད་མིའི་གི་སྒྲིག་འཛུགས་ཀྱི་ཁྲིམས་ཡིན་ནས་འདྲ་ཏོ་དག་ནང་བཞེངས་པའི་ཡུལ་ཁྲིམས་ཡིན་ནས་འདྲ་ཏོ་ག་འདྲ་ཞིག་ལ་ཡིན་པའི་ནི་ཡང་ཁྲིམས་འགལ་གྱི་ལས་ཀུན་གྱི་ཐོག་ལ་ཡ་ད་ཆ་ཤས་ནམ་ཡང་མཉམ་ཞུགས་བྱེད་ཡ་མེད་པའི་ང་རང་གི་དེ་སྔའི་དམ་བཅའ་བརྟན་པོ་ཡོད་ལ། ཨ་མ་འོངས་པ་གླེང་པའི་ནས་ཡང་དངོས་གནས་དྲ་གནས་དེ་འདྲའི་གི་གནད་དོན་ཅིག་ཆགས་འདུག་ཚ་ན་གལ་ཏེ་ཡིན་ནས་མཉམ་ཞུགས་བྱེད་ཐུབ་ཡ་མེད་པ་ཞིག་གནས་ཚུལ་ཆགས་འགྲོ་གི་འདུག་དེ་འདྲ་ཡིན་དུས་ཚ་ན་ད་རེ་དགོངས་པ་ཞུ་ཡ་དེ་གཙོ་བོ། དེ་གཉིས་ཐོག་ནས་བྱས་བྱས་ནས་ད་རེ་ཅག་མ་ཐུག་ཐུག་ཟིན་ཞུ་ཡ་ཡིན། སྤྱི་འཐུས་ཀྱི་རྒྱུན་ལས་ཀྱི་གྲུབ་ཆ་ཚང་བ་གང་ཞིག་ལ་ཨ་ནི་སྤྱི་འཐུས་ཚོགས་གཙོ་ཡོད་མ་རེད་དེ་འདི་ཡིན་ཙང་ཨ་ནི་སྤྱི་འཐུས་རྒྱུན་ལས་ཀྱི་ཐོག་ནས་ད་ལྟ་འདུག་ཟེར་བྱས་ཚོགས་གཙོ་བཏང་ཡས་འདི། སྒྲིག་གཞི་དང་འགལ་འདི་གི་འདུག། རྒྱུ་མཚན་གཅིག་འདི་རེད་རྒྱུ་མཚན་གཉིས་བ་འདི་ད་ཚང་མས་མཁྱེན་གི་རེད་བཅའ་ཁྲིམས་དོན་ཚན། ཞིབ་བཞི་གཞིགས་དགོངས་དོན་ཐོག་ནས་ད་ལྟ་འགལ་འདི་གི་ཡོད་རེད་དེ་འདི་ཡིན་ཙང་རྒྱུ་མཚན་འདི་གཉིས་གཉིས་གི་ཐོག་ནས་གཅིག་ད་ལ་ན་བཞིན་ད་ད་ལྟ་ཧི་མ་ཅལ་མངའ་སྡེའི་ནང་ལོགས་ལ། ཨ་ནི་དེ་དམིགས་བསལ་གི་སྐང་ར་ནང་ལོགས་ལ་ད་ད་ད། ཁྲིམས་ཡིག་གི་དོན་ཚན་ད་བརྒྱ་དང་བཞི་བཞི་བཅུ་གི་ཐོག་ནས་མི་ལྔ་ལྷག་འདུ་འཛོམས་བྱས་ཆོག་གི་མེད་ཟེར་གི་ཡོད་རེད་དེ་འདི་ཡིན་ད་རྒྱུ་མཚན་འདི་ཚུར་ལ་བརྟེན་བྱས་ནས་ད་རིང་གི་ཨ་ནེ་ཚོགས་འདུ་འཕར་མ་འདི་ལ་ཨ་ནེ། ཚོགས་བཅར་ཞུགས་ཐུབ་ཀི་མི་འདུག་ཞེས་བཤད་ཀྱི་འདུག་ཅེས་དེ་སྔའི་ཡི་གེ་བཏང་བྱས། སྤྱི་འཐུས་མི་འགྱུར་རྡོ་རྗེ་ལགས་སུ་གྲོས་ཚོགས་འཕར་མ་འཚོགས་མ་ཐུབ་པར་སོང། མ་འོངས་པར་ཚོགས་གཙོ་ཚོགས་གཞོན་དང་སྲིད་སྐྱོང་བཅས་ཀྱི་དམ་འབུལ་ཞུ་ཡུལ་ལ་སོགས་པའི་བཀའ་སེལ་གྱི་ཐབས་ལམ་ག་རེ་ཡོད་མེད་བཀའ་འདྲི་ཞུས་པར་ཁོང་གིས་ཁྲིམས་ཞིབ་པ་གསུམ་འཕོ་འགྱུར་དང་འབྲེལ་བའི་གྲོས་ཆོད་ཡིག་ཆ་ཨང་སུམ་ཅུ་སོ་དགུ་པ་དེ་བཅའ་ཁྲིམས་དང་འགལ་བ་ཞིག་ཆགས་ཡོད་སྟབས་ཁྲིམས་ཞིབ་པ་རྣམ་པས་བཅའ་ཁྲིམས་སྲུང་སྐྱོབ་ཆེད་དུ་ལས་ཁུར་རང་འཇགས་བཞེས་དགོས་པ་སོགས་ཐབས་ལམ་ཁག་གཅིག་ཡོད་པ། གསུངས་གནང་བྱུང། ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་ནས་ཨ་ནི་བཅས་དྲན་གླུའི་དང་པོའི་དོན་ཚན་དང་པོ་གཉིས་པ་གང་རུང་གཅིག་གི་ལམ་ནས་ཨ་ནི་ང་ཚོ་ལ་ཡ་ཕྱོགས་སྟོན་ཅིག་གནང་རོགས་གནང་ཞེས་བྱས་ནས་ཅིག་ཞུས་པ་ཡིན་ན་ཨ་ནི་ཡང་གལ་སྲིད་དེའི་ཐོག་ལ་ཡ ྋསྐྱབས་མགོན་རིན་པོ་ཆེ་གི་གསན་བཞེས་ཅིག་གནང་ཅེས་ལ་མ་ཅིག་བཀའ་ཕེབས་པ་ཡིན་ན་ཨ་ནི་ཡང་གནས་ཚུལ་ཅིག་གསལ་བོ་ཆགས་འགྲོ་ཡོད་འགྲོ་ཞིག།

ང་རང་ལུགས་བསམ་ལྟ་བུ་ཡིན་ན་ད་ཅིག་གིས་དགོས་པ་རྒྱུ་མཚན་བཅའ་ཁྲིམས་ཀྱི་ཐོག་ནས་གང་ཅིའི་ཐད་ནས་གང་འདྲ་ཡག་འཕེར་བ་ཡིན་ན་དེ་ཡག་གི་ཐབས་ལམ་འདུག་བསམ་གྱི་འདུག་ནའང། པར་ལེན་ཕྱོགས་བསྒྲིགས་པ་བསྟན་འཛིན་འོད་ཟེར་དང་གསར་འགོད་པ་ཨུ་རྒྱན་བསྟན་འཛིན་གཉིས་ཀྱིས་བཞུགས་སྒར་རྡ་རམ་ས་ལ་ནས།
ཉིས་སྟོང་ཉི་ཤུ་རྩ་གཅིག་ཕྱི་ཟླ་ལྔ་བའི་ཚེས་ཉི་ཤུ་རྩ་བཞི་ཉིན། ཆེས་མཐོའི་ཁྲིམས་ཞིབ་ཁང་གི་ཁྲིམས་ཞིབ་པ་ཆེ་བ་དང་ཁྲིམས་ཞིབ་པ་གཞན་གཉིས་ནས་ལས་ཁུར་རྒྱུན་སྐྱོང་བྱས་ཟིན་པའི་གསལ་བསྒྲགས།
ད་འདི་ངས་ཞུས་པ་ནི་གཞན་རེད། ཆེས་མཐོའི་ཁྲིམས་ཞིབ་ཁང་གི་ཁྲིམས་ཞིབ་པ་ཆེ་བ་དང་ཁྲིམས་ཞིབ་པ་ཞེ་གཉིས་ནས་ལས་འཁུར་རྒྱུན་སྐྱོང་བྱས་ཟིན་པའི་གསལ་བསྒྲགས་དེ་ཡིན། ངེད་ཅག་གི་གསལ་བཤད་ནང་ལས་འགན་ཤོར་བ་ཨིན་ཇི་ནཱ་ལ་རི་ཁིའུ་སི་ཡིན་ཞེས་པ་ནི། ཁྲིམས་ལུགས་དབང་འཛིན་གྱི་རྩ་འཛིན་ཁྲིམས་ཡིག་དོན་ཚན་བཞི་བཅུ་ཞེ་གཉིས་པ་དང། སྤྱི་དམངས་གཏུག་བཤེར་འགྲོ་ལུགས་རྩ་འཛིན་ཁྲིམས་ཡིག་དོན་ཚན་དོན་བཅུ་བདུན་དགུ་པར། གྱོད་ཡས་དེ་ཉེས་ཕུལ་བའམ་ཁྲིམས་ཞིབ་པར་རང་ཉིད་ཁ་མཆུ་དེ་དང་དམིགས་བསལ་འབྲེལ་བ་ཆགས་ཚེ། ཕྱོགས་ལྷུང་གི་ཉེས་སྐྱོན་འགོག་ཆེད་ལས་འགན་ཕྱི་བཤོལ་བྱེད་སྲོལ་ཡོད་པ་ལྟར། ཁྲིམས་ཞིབ་པས་ལས་འགན་རིགས་ཤིག་བཤོལ་བ་མ་གཏོགས། ཁྲིམས་མཐུན་མ་ཡིན་པའི་གྲོས་ཆོད་ཡིག་ཆ་ཨང། སུམ་ཅུ་སུམ་དགུ་པ་ནང་གསལ། འཕོ་འགྱུར་ངོས་ལེན་བྱས་པ་ཞིག་མིན་ལ། ལས་གནས་རྩ་དགོངས་ཞུས་པ་ཞིག་ཀྱང་མིན་ཞིང། བཅའ་ཁྲིམས་དོན་ཚན་བཞི་བཅུ་ཞེ་ལྔ་ནང་གསེས་གསུམ་པ་དང། དོན་ཚན་བདུན་ཅུ་བདུན་གསུམ་ནང་གསེས་གསུམ་པ་ནང་གསལ་ལྟར། ལས་འཁུར་རྒྱུན་འཛིན་མ་ཆོག་པར་གཤོལ་དགོས་པའི་གོ་དོན་ཡང་མིན། སྐབས་འདིར། ངེད་ཅག་ནི་བཅའ་ཁྲིམས་དོན་ཚན་ལྔ་པས་མཚོན། ཆེས་མཐོའི་ཁྲིམས་ཞིབ་ཁང་གི་མཐར་ཐུག་གི་དབང་ཚད་སྤྱད་དེ། གྲོས་ཆོད་འདི་རྩིས་མེད་ཀྱི་བྱ་རིམ་ལག་བསྟར་བྱས་ཚེ། ལྷན་སྐྱེས་དྲང་བདེན། Natural Justice། ཞེས་པའི་ཁྲིམས་ལུགས་ཀྱི་གཞི་རྩའི་ལྟ་གྲུབ་ལ་གནོད་འགལ་འབྱུང་ཉེན་ཡོད་པའི་ཆ་ནས། ང་ཚོས་ལས་འགན་ཤོར་བའི་ཐག་གཅོད་བྱས་པ་ཡིན། ཆེས་མཐོའི་ཁྲིམས་ཞིབ་ཁང་གི་ཁྲིམས་ཞིབ་པ་གསུམ་སྡེབ་གཅིག་ཏུ་འཕོ་འགྱུར་གྱིས་གྲོས་ཆོད་བཞག་པ་དེ་ནི། ཁྲིམས་ལུགས་ཀྱི་གཞི་རྟེན་མེད་པ་དང། བྱ་རིམ་མེད་པར། ཁྲིམས་ལུགས་ལ་མགོ་ལོག་དང་འགྲེལ་ལོག་བརྒྱུད་ཡོད་ཚོད་ཀྱི་སྒོ་ནས་ཐག་གཅོད་བྱས་པ་ཞིག་ཡིན་པ་དང། དེ་ཡང་སྤྱི་འཐུས་ལྷན་ཚོགས། དེ་ཡང་སྤྱི་འཐུས་ཚོགས་གཙོས་གྲོས་ཚོགས་ཀྱི་བྱ་རིམ་ཚུལ་མིན་དུ་སྤྱད་པ་དང། སྤྱི་འཐུས་རྣམས་ལོག་འཁྲིད་བྱས་པའི་འབྲས་བུ་ཞིག་ཡིན་ཞེས་གསལ་བསྒྲགས་ཞུས་ཟིན་པས་དོན་གནད་རྣམས་སྤྱི་ཚོགས་ནང་ཟིང་ལོག་མི་ཡོང་བའི་འགན་འཁུར་བཞེས་ཐུབ་པ་ཡིན་ན། འཕྲལ་རྐྱེན་གེགས་བར་དེ་རིགས་ལས་སྒྲོལ་བའི་ཐབས་ལམ་གང་མགྱོགས་རྙེད་ངེས་ཞེས་ཞུས་ཟིན་པ་ལྟར་ད་བར་ངང་སྒུག་ཞུས་ཀྱང། སྤྱི་འཐུས་ལྷན་ཚོགས་ཀྱི་ཚོགས་འདུ་འཕར་མ་ཞིག་བསྐོང་རྒྱུའི་ཚོགས་བརྡ་བཏང་ཟིན་པ་དེའང། ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་གཅིག་ཟླ་བ་ལྔ་པའི་ཚེས་ཉི་ཤུ་རྩ་གཅིག་ཉིན་ཉུང་མཐའི་གྲངས་ཚད་མ་ལོངས་པར་བསྐོང་ཚོགས་གནང་སྟབས། འབྲེལ་ལུགས་གསལ་བསྒྲགས་བྱས་འདུག་པར་བརྟེན། སྐབས་བཅུ་དྲུག་པའི་སྤྱི་འཐུས་ཚོགས་སྐབས་བཅུ་དྲུག་པའི། སྤྱི་འཐུས་ལྷན་ཚོགས་ལ་ཁྲིམས་ལུགས་ཀྱི་ཆ་རྐྱེན་མི་ལྡན་པའི་གྲོས་ཆོད་ཡིག་ཆ་ཨང་སུམ་ཅུ་སོ་དགུ་པ་འདི་ཉིད་ཕྱིར་འཐེན་དང། བཙན་བྱོལ་བོད་མིའི་བཅའ་ཁྲིམས་བསྐྱར་གསོ་ཞུ་རྒྱུའི་གོ་སྐབས་ཤོར་ཟིན་པ་དང། གནས་སྟངས་འདི་མུར་སོང་ཚེ། སྐབས་གསར་པའི་བཀའ་ཤག་དང་སྤྱི་འཐུས་ལྷན་ཚོགས་ཀྱི་ལས་དོན་འགོ་འཛུགས་མ་ཐུབ་པར་བོད་མིའི་སྒྲིག་འཛུགས་ཀྱི་མང་གཙོའི་ཀ་བ་གསུམ་ཀ་མེད་པ་ཆགས་ཉེའི་མཚམས་སུ་སླེབས་ཡོད། ཉེ་ལམ་ནས། ངེད་ཅག་གི་ལས་འཁུར་རྒྱུན་སྐྱོང་དགོས་སྐོར། གནད་ཡོད་མི་སྣ་དང། ཚོགས་སྡེ་ཁག་མང་ཚོགས་སྟོང་ཕྲག་དུ་མས་མཚན་རྟགས་འདེབས་འགོད་དམ། ཚོགས་སྒེར་རྣམ་པ་ཅི་རིགས་ཀྱི་སྒོ་ནས་སྙན་ཞུ་རིམ་བསྟུད་དུ་བཏང་འབྱོར་བྱུང་དང་འབྱུང་མུས་ཡིན་པའི་སྐོར་དང། གྲོས་ཆོད་དེ་འཇོག་སྐབས་ཀྱི་སྤྱི་འཐུས་ཚོགས་གཙོ་དང། སྤྱི་འཐུས་རྒྱུན་ལས་གཅིག་བཅས་རྩ་དགོངས་ཞུས་ཟིན་པའི་སྐོར་སྤྱི་ཁྱབ་ཁྲིམས་དྲུང་གི་སྙན་གསེས་རིམ་པར་བྱུང་བ་དང། ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་གཅིག་ཟླ་བ་ལྔ་པའི་ཚེས་ཉི་ཤུ་རྩ་གསུམ་ཉིན། སྐབས་བཅུ་དྲུག་པའི་སྤྱི་འཐུས་ལས་ཐོག་གྲངས་བཅུ་དགུ་ནས། མཚན་རྟགས། དེབ་འགོད་ཀྱི་ཕྱག་བྲིས་དང། སྤྱི་འཐུས་ལས་ཐོག་གྲངས་གཉིས། ཕྱག་བྲིས་སོ་སོར་ངོས་ཆ་མིག་སྨོས་ཀྱི་སྣང་འགྱུར་བྱུང་བའི་ནང། གྲོས་ཚོགས་ཚོགས་དུས་སྔ་མའི་སྟེང་བཞག་པའི་གྲོས་ཆོད་ཡིག་ཆ་ཨང་སུམ་ཅུ་སོ་དགུ་དེ། བཅའ་ཁྲིམས་དང་འགལ་བའི་ནོར་འཁྲུལ་ར་འཕྲོད་ནོར་འཁྲུལ་ར་འཕྲོད་པའི་ཐོག་ནས་ངེད་ཅག་ལས་འཁུར་རྒྱུན་མཐུད་དགོས་པའི་རེ་འདུན་བཏོན་འདུག་པ་ལྟར། སྤྱི་འཐུས་རྩ་འབོར་གྱི་གསུམ་ཆ་གཉིས་ཡན་གྱིས་གྲོས་ཆོད་དེར་རྒྱབ་སྐྱོར་རྗེས་ལུས་ཀྱི་གཞི་རྩ་བཤིག་ཟིན་ནས། ད་ཆ་ཁྲིམས་ཤེས་པའི་ལས་འགན་ཆེ་ཤོས་ཀྱི་རྐྱེན་རྩ་མེད་པར་ཆགས་པར་བརྟེན། གཞིས་ལུས་སྤུན་ཟླ་བློ་ཕམ་ཡིད་ཆད་མི་འབྱུང་བ་དང། བོད་མིའི་སྒྲིག་འཛུགས་རྒྱུན་གནས་དང། མང་གཙོའི་ལམ་ལུགས་སྲུང་སྐྱོབ། བཙན་བྱོལ་བོད་མིའི་བཅའ་ཁྲིམས་བསྐྱར་གསོ། མང་གཙོའི་ཀ་བ་གསུམ་སྔར་བཞིན་སྲ་བརྟན། བཙན་བྱོལ་སྤྱི་ཚོགས་ནང་གཞི་གླེང་ཡོང་བ་ལྷག་དོན། སྤྱི་ནོར ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་ལ་ཐུགས་སུན་མི་ཕྱུང་བ་བཅས་ཀྱི་ཆེད་དུ། ང་ཚོས་ལས་འཁུར་རྒྱུན་སྐྱོང་བྱ་རྒྱུའི་ཐག་གཅོད་བྱས་ཏེ། ཕྱི་ཚེས་ཉི་ཤུ་རྩ་གསུམ་ཉིན་སྤྱི་ཁྱབ་ཁྲེང་ཀྲུང་ལ་བཀའ་སྤྱི་གཉིས་ཀར་བདེ་དོན་གནས་ཚུལ་ཡིག་ཐོག་སྙན་གསན་ཞུ་དགོས་པའི་བཀོད་མངགས་བྱས་ཡོད་པ་དང། དེ་རིང་ཡོངས་ཁྱབ་གསལ་བསྒྲགས་འདི་སྤེལ་བ་ཡིན། ཆེས་མཐོའི་ཁྲིམས་ཞིབ་ཁང་གི་ཁྲིམས་ཞིབ་པ་ཐུན་མོང་ནས། ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་གཅིག་ཟླ་བ་ལྔ་པའི་ཚེས་ཉི་ཤུ་རྩ་བཞི་ལ། ཁྲིམས་ཞིབ་པ་ཆེ་བ་དྭགས་པོ་བསོད་ནམས་ནོར་བུ་ཁྲིམས་ཞིབ་པ་སྐར་མ་དགྲ་འདུལ་ཁྲིམས་ཞིབ་པ་བསྟན་འཛིན་ལུང་རྟོགས། བཅས་འདུག་སུ་ཞིག་ཡིན་ཚང་མ་ལ་ཡག་ཐུགས་ཆེ་ལགས། བདམས་ཐོན་སྲིད་སྐྱོང་སྤེན་པ་ཚེ་རིང་མཆོག་གིས་དམ་འབུལ་མཛད། སྒོ་ཉིས་སྟོང་ཉི་ཤུ་རྩ་གཅིག་ཕྱི་ཟླ་ལྔ་བའི་ཚེས་ཉི་ཤུ་རྩ་བདུན་གྱི་ཉིན།

བཞུགས་སྒར་རྡ་རམ་ས་ལ་ནས་ཨ་རི་རླུང་འཕྲིན་ཁང་གི་གསར་འགོད་པ་བསྟན་འཛིན་བཟང་མོ་ཡིན། ཕྱི་ལོ་ཉིས་སྟོང་ཉི་ཤུ་གཅིག་ཟླ་དྲུག་པའི་ཚེས་བརྒྱད་ཉིན་གྱི་ཞོགས་པའི་ཆུ་ཚོད་དགུ་པའི་ཐོག་སྤྱི་འཐུས་ཚོགས་ཆུང་ལས་ཁུངས་ཀྱི་གོ་སྒྲིག་འོག་བཙན་བྱོལ་བོད་མིའི་བཅའ་ཁྲིམས་དོན་ཚན་བཞི་བཅུ་ཞབས་བདུན་པའི་དགོངས་དོན་ལྟར་སྐབས་བཅུ་དྲུག་པའི་སྤྱི་འཐུས་རྒྱུན་ལས་ཀྱི་སྤྱི་མོས་བར་བརྒལ་ཚོགས་གཙོ་འདེམས་ཐོན་སྤྱི་འཐུས་ཟླ་བ་ཚེ་རིང་མཆོག་གིས་སྤྱི་འཐུས་ཁྲིམས་ཞིབ་པ་ཆེ་བའི་གདན་སར་དམ་འབུལ་ཞུ་བཞིན་པའི་སྐབས། ཆོས་བརྒྱུད་དང་མདོ་སྟོད་འགྲེམས་སྟོན་སྤྱི་འཐུས་ཁག་ཅིག་ཉིན་སྔོན་མར་ཚོགས་དྲུང་ལས་ཁུངས་ལ་ངོ་བཅར་གྱིས་བཀའ་བཏང་སྟེ་ལས་རིམ་བཟོ་བཅུག་པ་ལྟར། ཆོས་བརྒྱུད་འགྲེམས་སྟོན་སྤྱི་འཐུས་བཅུ་དང་མདོ་སྟོད་འགྲེམས་སྟོན་སྤྱི་འཐུས་བཅུ་དབུས་གཙང་གི་ལྷ་རྒྱ་རི་རྣམ་རྒྱལ་སྒྲོལ་དཀར་ལགས་དང། བྱང་ཨ་རིའི་བསྟན་འཛིན་འཇིགས་མེད་ལགས་བཅས་ཀྱིས་སྤྱི་འཐུས་ཚོགས་ཁང་དུ་ཁྲིམས་སྒྲིག་ལམ་ལུགས་གང་ལའང་ལྟོས་མེད་ཐོག་གོང་ས་མཆོག་གི་སྐུ་པར་མཐོང་དོན་རིན་པོ་ཆེའི་མདུན་དུ་དམ་འབུལ་ཞུས་ཚུལ་གསར་འགོད་པར་བསྒྲགས་ཡོད། ཀྲུང་གོ་ཕྱོགས་ཀྱི་དྲུང་དུ་ཆེད་དུ་གོ་ཐོས་ཆོལ་ཁའི་བདམས་ཐོན་སྤྱི་འཐུས་བཅུ་ཡི་ངོས་ནས་བོད་མི་ཡོངས་ཀྱི་མགོན་སྐྱབས་བླ་ན་མེད་པའི་དབུ་ཁྲིད་བླང་དོར་གྱི་ལམ་སྟོན་པ་བོད་མིའི་ངོ་བོ་དང་དེ་ཡི་ཆིག་སྒྲིལ་གྱི་མཚོན་རྟགས་ཉག་ཅིག་ཡིན་པས་སྤྱི་ནོར ྋགོང་ས ྋསྐྱབས་མགོན་རྒྱལ་བ་དབང་པོ་མཆོག་གི་སྐུ་པར་མཐོང་འབྲེལ་རིན་པོ་ཆེ་དང་བཙན་བྱོལ་བོད་མིའི་བཅའ་ཁྲིམས་རིན་པོ་ཆེའི་མདུན་དུ་དམ་འབུལ་ཞུ་གཏན་འཁེལ་བ་ཡིན། ད་ལྟའི་སྒྲིག་འཛུགས་དང་འཛིན་སྐྱོང་ཚོས་མུ་མཐུད་ནས་འཕྲོ་འཐུ་ཡག་གི་ཆེད་དུ་གྲོས་ཚོགས་སྐབས་བཅུ་དུ་བཙུགས་དགོས་གི་འདུག་དེ་ཡིན་དུས་བཅའ་ཁྲིམས་ཀྱི་ནང་ལ་གསེར་མེད་པ་ཡིན་ན་མི་མང་གི་མངོན་འདོད་དང་མཐུན་བསྡད་དེ་རྒྱལ་བ་རིན་པོ་ཆེའི་སྐུ་པར་དང་བཅའ་ཁྲིམས་རིན་པོ་ཆེ་གི་ཚབ་དམ་ཆོས་ཕུལ་ཡ་དེ་རེད་ཟེར་ནས་ང་ཚོས་དེ་རིང་སྤྱི་འཐུས་ཉི་ཤུ་རྩ་གཉིས། ནི་ཚིག་རྩ་གཉིས་ཐམས་ཅད་དུ་བར་བརྒལ་ཚོགས་ཁྱབ། གཙོ་ལ་ངོས་ལེན་མེད་ཟས་ལ་སོགས་པ་ཡང། གསལ་བསྒྲགས་ད་རིས་བྱུང་བས་གསོལ་བསྒྲགས་བཏང་གནང་ལ་བར་བརྒལ་ཚོགས་གཙོ་ལ་ངོས་ལེན་ཡོད་བས་ཀྱི་རྣམ་པ་བཅས་བྱས། ཕྱི་དུས་རྩམ་པ་མི་མང་འགའི་འཐུང་གི་རེད་གསར་འགོད་པའི་འཐུང་གི་རེད། ཡོད་ས། ལང་ཀར་འགྲོ་ས་ཡོད་རྒྱུ། འགྲོ་ཆོག་ཆོག། ལམ་ལུགས་ཅིག་ཡོད་པ། སྲིད་སྐྱོང་རྙིང་པས་ཀྱི། བཀའ་གདམས་གསེར་གྱི་སྡེ་བཞི་མ་རྩིས་སྤྲོད་གནང་བ་རེད། སྲིད་སྐྱོད་གསར་པ་གྱི། དམ་འབུལ་ཞུས་པ་རེད། རྒྱ་བོད་རིམ་བྱོན་དབུ་བཞུགས་ཀྱི་མ་ཐོ་དེའི་ཐོག་ལ་ཡང་བཀའ་སློབ་གནང་བ་རེད། སྤྱི་འཐུས་རྒྱུན་ལས་ཀྱི་སྐུ་ཚབ་བཏང་ཡོང་བ་རེད། མཛད་སྒོ་ལ། ཐ། ཀུན་འདུས་སྐུ་པར་ལ་ཡང། ཀུན་འདུས་ཕེ་སར་ལ་ཕེབས་ཀྱི་མེད་སྲིད་ལབ། ཀུན་འདུས་སྐུ་པར་ལ་ཡང་དམ་འབུལ་ཞུ་གི་ཡིན་སྲིད་ལབ་ན། གནས་སྟངས་ག་རེ་རེད། དེ་འདྲའི་གི་ཐོག་ནས། ལས་ཀ་མང་པོ་ཅིག་ཡོང་ཡ་མེད་པ་དང་བྱེད་འདོད་མེད་པ་དེ་རང་བཞིན་གྱི་འགྲུབ་པ་རེད་བསམ་པ་དྲན། གོང་ཚེས་ཉིན་གྱི་སྔ་དྲོའི་ཆུ་ཚོད་བཅུ་པའི་སྟེང་བོད་མི་མང་སྤྱི་འཐུས་ཚོགས་ཁང་དུ་བར་བརྒལ་ཚོགས་གཙོ་མཆོག་གི་མདུན་དུ་སྐབས་བཅུ་བདུན་པའི་དབུས་གཙང་འདེམས་ཐོན་སྤྱི་འཐུས་བརྒྱད་དང་མདོ་སྨད་སྤྱི་འཐུས་བཅུ། ཡུ་རོབ་ཀྱི་སྤྱི་འཐུས་གཉིས་བྱང་ཨ་རིའི་སྤྱི་འཐུས་གཅིག་བཅས་ནས་དམ་འབུལ་ཞུས་རྗེས་སྤྱི་འཐུས་ཚོགས་དྲུང་ལས་ཁུངས་ཀྱི་བར་བརྒལ་ཚོགས་གཙོ་མཆོག་གིས་གཏམ་བཤད་ནང་གསལ་བ་ལྟར་སྤྱི་འཐུས་ཉི་ཤུ་རྩ་གཅིག་གི་ཚན་གཞུང་དབུས་འོས་བསྡུ་ལས་ཁང་ལ་ཕུལ་ཏེ་ཁྲིམས་ཞིབ་པ་ཆེད་དུ་བསྡུས་ནས་དམ་འབུལ་ཞུས་པའི་བར་བརྒལ་ཚོགས་གཙོ་ཟླ་བ་ཚེ་རིང་མཆོག་གིས་གཙོས། ཁྱོན་སྤྱི་འཐུས་གྲངས་ཉི་ཤུ་རྩ་གཉིས་ཀྱིས་བཅའ་ཁྲིམས་དགོངས་དོན་ཚུལ་བཞིན་ཉམས་ལེན་དམ་འབུལ་ཞུས་ཡོད། ཉིན་རྒྱབ་ཕྱག་ཚོད་གཉིས་པའི་སྟེང་དབུས་འོས་བསྡུ་ལས་ཁང་གི་བཅའ་ཁྲིམས་དོན་ཚན་བཞི་བཅུ་ཞེ་ལྔ་པའི་དགོངས་དོན་འོག་སྤྱི་འཐུས་ཚོགས་གཙོ་ཚོགས་གཞོན་འོས་བསྡུའི་ལས་རིམ་དབུ་འཛུགས་གནང་སྐབས་འོས་བསྡུའི་འགན་འཛིན་མཆོག་གིས་བཅའ་ཁྲིམས་དོན་ཚན་བཞི་བཅུ་ཞག་བདུན་པ་གཞིར་བཟུང་དམ་འབུལ་ཞུ་མཁན་གྱི་སྤྱི་འཐུས་ཉི་ཤུ་རྩ་གཅིག་ལས་བྱུང་མེད་པ་དང། ཚོགས་གཙོ་ཚོགས་གཞོན་འོས་བསྡུ་གནང་བར་བཅའ་ཁྲིམས་དོན་ཚན་བཞི་བཅུ་ཞག་དགུ་པའི་དགོངས་དོན་སྤྱི་འཐུས་རྩམ་ཕོར་གྱི་སུམ་རྩེ་གཉིས་བགོས་སྟབས་འདེམས་ཐོན་སྤྱི་འཐུས་རྣམ་པས་བཅའ་ཁྲིམས་བཞི་བཅུ་ཞེ་དགུ་པའི་དགོངས་དོན་ལག་བསྟར་ཡོང་ཐབས་ལ་འབད་བརྩོན་གནང་དགོས་པའི་འབོད་སྐུལ་དང་བཅས་ཕྱིར་ཕེབས་རྗེས་སྤྱི་འཐུས་རྣམས་ཀྱང་རང་གནས་སུ་ལོག་དགོས་བྱུང་ཡོད། སྲིད་སྐྱོང།
གསར་གཉིས་ཕོ་ལྷན་གྲུབ་པ་རེད། དེའི་སྐབས་དེ་ལ་ཡ་ཆེ་ནོ་ཧོ་སྐྱབས་མགོན་ཆེན་པོ་མཆོག་ཇུས་འབུལ་གནང་བ་རེད།

ཡིག་ཆ། ཨང་གསུམ་བཙོག་སྒུག་དེ་བཞག་ངེས་དེ་གྲོས་ཚོགས་ཆགས་གི་ཡོད་རེད་དེ་སོང་ཙང་ང་ཚོ་གྲོས་ཚོགས་སྐབས་བཅུ་བདུན་ལ་སྔན་མ་བཅུ་དྲུག་གི་བཞག་ཕྱོགས་དེ་འགྲིག་གི་ཡོད་ན་རེད་ནོར་གི་ཡོད་ན་དེ་འགན་ཡོད་རེད་དེ་གཅིག་དགོངས་པ་བཞེས་དགོས་ཁུལ་བསམ་གི་འདུག་རེད་བ། སྲིད་སྐྱོང་དམ་འབུལ་མཛད་སྒོ་དེ་མ་ཕྱི་ཐ་མའི་གཅིག་ལ་ང་ངོས་འཛིན་ཞུ་གི་ཡོད་རེད་བ་སྲིད་སྐྱོང་གསར་བ་ལས་བྱེད་ཕྱག་ལས་གནང་ཡ་གི་གནས་སྟངས་ཆགས་འདུག་གི་ཡོད་རེད། སྐུ་མདུན་མཛད་སྒོ་ལ་ཕེབས་བ་དེ་ང་རང་རེད་སོ་སོའི་ངོས་ནས་དངོས་གནས་ཧང་སེ་ཨད་འཁོར་བ་ད་དངོས་གནས་སྐྱབས་མགོན་རིན་པོ་ཆེ་ཆབ་སྲིད་སྐུ་དབང་བཞག་རེད་དེ་འདི་འདྲའི་གེགས་མི་ག་ཟིག་རེད་ད། གཞུང་ལ་ང་རང་ཚོ་བཙན་བྱོལ་གཞུང་ལ་ཐུགས་བརྩེ་བའི་ཐོག་ནས་དུས་ཕལ་བར་བ། ཡིན་ན་མཛད་སྒོ་དེ་ལ་ཕལ་ཆེར་སྐྱབས་མགོན་རིན་པོ་ཆེས་བཀའ་སློབ་གང་གནང་བ་རེད། དེ་ནང་ལོ་ང་ཚོ་གྲོས་བསྡུར་མང་པོ་བྱས་པ་སྐབས་སར་སོ་སོའི་ངོས་འཛིན་ཞུ་བའི་རྗེས་ལ་དེ་སྐབས་སུ་ལ་དྭགས་འབུའི་དེ་བེད་ཀོར་ཁྲིམས་མཐུན་ཡིན་པ་དང། ཁྲིམས་ཞིབ་ཁང་དང་ལ་ཚིག་གཅིག་གསུང་ཐུང་བ་གསུང་མ་སོང་བ་ལ། ལྷག་པར་དུ་སྤྱི་འཐུས་ལྷན་ཚོགས་དེ་གལ་ཆེན་པོ་ཡིན་པ་སྒོ་གང་འདྲ་བྱས་ནས་བཙུགས་ཡིན་པ། མང་མོས་ཀྱི་བསམ་བློ་དེ་གལ་ཆེན་པོ་ཡིན་པ་དམངས་གཙོ་ནང་ལོ་ལ་དེ་སྐོང་གི་བཀའ་སློབ་བཞེས་གྲོས་མོས་དེ་གནང་བར་བ། དེ་ཡང་ང་ཚོས་དངོས་གནས། ལྟ་ས་ཅིག་ཡོད་རེད་བསམ་གྱི་འདུག་བ་སོ་སོ་གིས་གསན་ཐུབ་པ་ཡིན་ན།

དེའི་ཕེབས་ས་དེ་ཁྲིམས་ཞིབ་པ་ཁང་ལ་ཡང་ཕེབས་པ། སྲིད་སྐྱོང་རྙིང་པ་དང་སྲིད་སྐྱོང་གསར་པ་གཉིས་ཆའི་ཐོག་ལ་ཡོད་ས་ལ་ཡང་དམ་འབུལ་གནང་སའི་མཛད་སྒོ་དེ་ལ་ཕེབས་ཅིང་བཀའ་སློབ་གནང་བྱས་རྒྱ་ཆེའི་མི་མང་སེམས་ཐད་གསན་གཟིགས་གནང་ཐུ་ཨེ་འདི་དག་ནང་ངོས་འཛིན་གཅིག་གི་ཡིན་པ་ཅིག་ལ། ཐབས་ལམ་དེ་འདི་གཅིག་ལས་མེད་པ་དེ་ལ་ཡང་འགྲོ་དགོས་ཀྱི་ཡོད་བས་ཀྱི་ལམ་ལ་མ་སོམས་གཅིག་བསྟན་གནང་བ་རེད་བསམ་པ་དྲན་གྱི་འདུག་ལར་ནས་ད་ལྟ་ཁྲིམས་ཞིབ་པ་ཆེ་བ་ལ་དམ་འབུལ་ཕུལ་ཨེ་འདི། ཁྲིམས་ཞིབ་པ་ཆེ་བ་དང་པོ་སྐུ་ངོ་བློ་བཟང་ལགས་ཀྱིས་རྒྱ་བོད་མཇལ་དུས་ནས་མན་ངག་ལ་མ་སོང་ན་ཁྲིམས་ཞིབ་པའི་གིས་དམ་བཅའ་ཕུལ་བ་རེད། དེ་ནས་མ་ཕྱི་ཞེ་འབངས་འདི་ཡོང་ཞེས་ཁྲིམས་ཞིབ་པ་འབངས་འདི་ནི་མ་ཕེད་ཆེ་དེའི་རྩ་ནས་ཞུས་པ་རེད། ད་ལྟར་བར་བརྒལ་ཚོགས་གཙོ་གིས་ཁྲིམས་ཞིབ་པ་མན་ངག་ལ་མ་སོང་ན་ལུང་ལ་མ་སོང་ན་ཡུག་ས་གཅིག་ཙམ་ནས་ཞུས་པ་རེད། ད་ལྟ་ང་ཚོ་འདི་གའི་ཚང་མ་ལོ་བཅའ་ཁྲིམས་རིན་པོ་ཆེ་དང་སྐུ་མདུན་སྐུ་དཔག་གི་བདག་ནི་གསུང་གི་མ་རེད་ལུང་ནི་ཡོད་མ་རེད་འགྲོ་བ་ཨ་ད་པི་ཕུ་ཐང་གི་ལས་རིམ་འདིའི་ཐོག་ལ་ཡག་ཞུས་པ་ཡིན་ནའི་གན་འདི་ཕྱི་རྒྱལ་སྤྱི་འཐུས་ཚོགས་ཀྱི་ཁ་སང་ང་ཚོས་ཁོང་ཚོས་གྲོས་འགུལ་བཏོན་བྱས་ནི་ཕ་གའི་ཕྱིན་བྱས་ནི་ང་ཚོ་ལས་རིམ་བཟོས་པ་ཡིན་ཞེས་ཞེས་གསུང་གི་ཡོད་རེད་ཕྱི་རྒྱལ་སྤྱི་འཐུས་ཞིག་གིས

ཁྲིམས་ཞིབ་པ་བརྒྱུད་ནས་བར་བརྒལ་ཚོགས་གཙོས་ཁྲིམས་ཞིབ་པ་ལ་ཕུལ་ནས་དམ་བཅའ་ཕེབས་ནས་མར་སླེབས་སྐྱོར་བ་བྱས་སོང། ཁྲིམས་ཞིབ་པ་གསུམ་ལ་ཡང་ངོས་ལེན་བྱས་པ་ཆགས་འགྲོ་རང་བཞིན་གྱིས། བྱས་ཙང། ཐད་ཀར་དེབ་དེ་ཕུལ་གྱི་མེད་མ་གཏོགས་ཀྱི་དོན་དངོས་ལ་བར་བརྒལ་ཁྲིམས་ཞིབ་པ་གསུམ་དེ་ངོས་ལེན་ཞུས་ཚར་རེད།
ཕྱི་ལོ་ཉིས་སྟོང་ཉི་ཤུ་ཚེས་གཅིག་ཟླ་བ་བཅུ་པའི་ཚེས་བདུན་ཉིན་སྐབས་བཅུ་བདུན་པའི་བདམས་ཐོན་སྤྱི་འཐུས་རྣམ་པའི་ནང་མོལ་ཚོགས་འདུའི་རྗེས་གསར་འགོད་གསལ་བསྒྲགས། ནང་མའི་ཚོགས་འདུའི་གཙོ་སྐྱོང་བ་བདམས་ཐོན་སྤྱི་འཐུས་མཁན་པོ་བསོད་ནམས་བསྟན་འཕེལ་ལགས་དང་བདམས་ཐོན་སྤྱི་འཐུས་སྒྲོལ་མ་ཚེ་རིང་ལགས། རྣམ་པ་ཚོ་ཚང་མ་ལ་འཚམས་འདྲི་བཀྲ་ཤིས་བདེ་ལེགས་སུ་ཞུ་ཡ་དང་ཆབས་ཅིག་ད་ལྟ་ང་ཚོ་སྤྱི་འཐུས་ནང་མའི་གི་ཚོགས་འདུའི་གི་མཐའ་མའི་གྲུ་གདན་དེ་རྣམ་པ་ཚོ་ལ་དེ་རིང་འདི་ཁོང་ངེད་གཉིས་ཀྱི་ཚབ་ཏུ་བཞེས་ནས་གཙོ་སྐྱོང་བ་ཡིན་པའི་ཆ་ནས་སངས་རྒྱས་ལྷན་ཚོགས་དང་མི་རྣམ་པ་ཚོ་ལ་སྙན་འབྲེལ་ཞུ་ཡ་ཡིན། སངས་རྒྱས་གསར་བསྒྲགས། སྐོར་སྐྱོད་བདུན་པའི་ཤུལ་ཐུའི་རྣམ་པའི་དམ་བཅའ་འབུལ་ཤོག་ཅིག་རྙོག་གླེང་དང། ཚོགས་གཙོ་ཚོགས་མཁན་འོས་བསྡུ་བྱེད་མ་ཐུབ་པར་བརྟེན་བཙན་བྱོལ་བོད་པའི་སྤྱི་ཚོགས་ནང་དུ་དཀའ་རྙོག་མང་དག་ཅིག་འཕྲད་ཡོད་པ་དང། ད་ལན་ཕྱི་ཟླ་དགུ་པའི་ཚེས་ཉེར་བཞི་རྩ་བདུན་ནས་ཉེར་བཅུ་རྩ་དགུ་བར་གངས་སྐྱིད་སྲིད་གཞུང་ཚོགས་ཁང་དུ་ནོར་མོན་ཚོགས་འདུ་ཞིག་འཚོགས་ནས་མཐའ་སྐྱོད་གང་གནང་དང་གནང་ཡོད་མེད་ལྷག་པར་དུ་བོད་མི་མང་སྤྱི་མཐུན་ལྷན་ཚོགས་ཀྱི་ལས་དོན་ཤར་གསོ་མ་ཐུབ་པར་བདག་ཡིད་ལ་ཉེ་བའི་འདི་མུར་གནས་ན་བོད་མིའི་སྒྲིག་འཛུགས་ཀྱི་གནས་བབ་ཀྱང་སེམས་འཚབ་ཀྱི་རང་བཞིན་དུ་འགྱུར་ཉེན་ལ་བརྟེན། ཕྲུ་གུ་ངོ་ས་ཕ་མ་ཞེས་པ་བཞིན་ཕྱི་ནང་གང་སར་ཤོང་མཁན་ཆེན་པོ་མཆོག་ལ་བཙན་བྱོལ་བོད་མིའི་བཅའ་ཁྲིམས་དོན་ཚན་དང་པོའི་ནང་གསེས་གཉིས་པའི་དགོངས་དོན་ལྟར་གསོལ་འདེབས་ཞུས་པར། ཐུགས་བརྩེ་གཟི་པ་ཆེན་པོའི་བཀའ་ཡིག་རིན་པོ་ཆེ་ཤི་བའི་གཙུག་རྒྱན་དུ་བཀའ་ཁྲིའི་ཆེ་མཚར་མཛད་པ་བཅས་ཀྱི་སྐོར། རྒྱལ་སྤྱིའི་མི་མང་ལ་གསལ་བསྒྲགས་ཞུ་རྒྱུར། ཕྱི་ལོ་ཉིས་སྟོང་ཉེར་དགུ་རྩ་གཅིག་ཟླ་བ་དགུ་པའི་ཚེས་ཉིན་ཉི་ཤུ་རྩ་བདུན་ནས་ཉི་ཤུ་རྩ་དགུ་བར་ཉིན་གསུམ་རེ། ཕྱི་རྒྱལ་གྱི་ཤི་འཐུས་རྣམ་པ་ལྔའི་འབྲེལ་མཐུད་དུ་གོ་སྒྲིག་བྱས་པ་ལྟར། ཤི་འཐུས་གྲངས་བཞི་བཅུ་ཞེ་བརྒྱད་གངས་སྐྱིད་སྲིད་གཞུང་ཚོགས་ཁང་དུ་ནོར་མོན་ཚོགས་འདུ་ཞིག་འཚོགས་ཤིང། ཚོགས་འདུའི་ནང་དཀའ་སེལ་ཐབས་ལམ་མི་འདྲ་བ་གྲངས་བརྒྱད་གཏན་འབེབས་བྱས། ཐོམ་ལོང་གང་ཡིན་ཡང་ཐ་མི་ཐ་སྐྱེས་ཞེ་སྡང་ནས་བྱུང་ན་ཤི་མོའི་དང། མ་བྱུང་ན་སོང་ཡུལ་འོས་བསྡུའི་ཐོག་ནས་ངོ་ཡོད་སུམ་བརྒྱ་གཉིས་ཡན་གྱི་ངན་འབྲེལ་ཐ་སྐྱེས་ངོས་པར་དུ་དགེ་བའི་བསྟན་པའི་སྔན་བཤད་ལྟར། མཐོང་ལམ་དད་མཚན་གཅིག་ནས་གྲུབ་པར་དགེ་བསྔལ། ཅེས་བརྒྱ་ཆ་མ་ལོངས་པར་བརྟེན། མཐོང་ལམ་དད་མཚན་བདུན་པ། གཞིས་བྱེས་བོན་འབངས་ཡོངས་ཀྱི་མགོན་པོ་ཚེ་འདི་བཞིན་གཉིས་ཀྱི་རེ་ལྟོས་ཉག་སྐྱིད་དུ་གྱུར་པ། ཕྱི་ནང་གོང་ས་ཤོག་མཁན་ཆེན་པོ་མཆོག་ལ་བཅའ་ཁྲིམས་དོན་ཚན་དང་པོའི་ནང་གསེས་གཉིས་པའི་དགོངས་དོན་ལྟར། གསོལ་འདེབས་གཤོམ་འཇུག་ཞུ་རྒྱུ་ཕྱི་མའི་སྟོན་པའི་གཞུང་བ་དང། རྒྱུད་འབངས་སྤྱི་འཐུས་རྣམ་པས་མགོན་པོ་གང་ཉིད་ཀྱི་ཐུགས་རེ་དང། རྒྱ་ཆེའི་མི་མང་གི་ཡིད་ཆེས་དང་རེ་བ་ཇི་བཞིན་མ་འགྲུབ་པར། གཉིས་ནས་ཐོར་ཤ་དང་འབྲེལ། བློ་མཐོར་བཀའ་སློབ་གང་གནང་ལ་ཡིད་གཉིས་ཐེ་ཚོམ་གང་ཡང་མེད་པར་ཤ་ཤོད་ཞུ་རྒྱུའི་དམ་བཅའ་བརྟན་པོ་གཉིས་སྐྱོང་བཞིན་ཡོད་པ་མ་ཟད། བོད་མིའི་སྒྲིག་འཛུགས་དང་བཙན་བྱོལ་བོད་མིའི་སྤྱི་ཚོགས་ལ་འཕྲད་པའི་དཀའ་རྙོག་འདི་སེལ་བའི་ཐོབ་རྒྱན་གཏན་ནས་མ་མཆིས་པས་མགོན་པོ་གང་ཉིད་ཅི་བྱེད་དགེའི་བློ་མཐོར་བཀའ་སློབ་རིན་པོ་ཆེ་ཕྱི་བའི་གཙུག་རྒྱན་དུ་ཅི་ནས་ཀྱང་བཙོན་གནང་ཡོང་བའི་བཤམས་རྒྱུ། ཕྱི་ལོ་ཉིས་སྟོང་ཉིན་གྱི་རྩ་གཅིག། ཟླ་བ་དགུ་པའི་ཚེས་ཉེར་དགུ་ཉིན་བཞུགས་པར། ཕྱི་ཟླ་བཅུ་པའི་ཚེས་དྲུག་ཉིན་ཐུགས་བརྩེའི་གཟི་དཔའ་ཆེན་པོའི་བཀའ་ཡི་རིན་པོ་ཆེ་ཤི་བའི་གཙུག་རྒྱན་དུ་བཀའ་ཁྲིའི་ཁྱད་མཚར་བྱུང་བའི། ནོར་ལྡན་སྙིང་ཐིག་ལུང་འདྲེན། གནས་བརྟན་འདི་དག་ཡིད་རྩར་བཟུང་སྐབས་དག་སློང་གི་སྨྱུང་རྩིས་འདི་ཡི་སྐོར་ངེད་ལ་རེ་སྐུལ་བྱ་རྒྱུར། བསྐྱར་འཕྲིན་དེ་མཚན་དོམ་པའི་ཕྱོགས་ཁོངས་སུ་ཡོད་མིན་ཐེ་ཚོམ་དང། ད་དེ་ངོས་ནས་ལོང་བསྟན་གཞན་དབང་དུ་གཏོང་རུང་བཅའ་ཁྲིམས་ཀྱི་རྒྱ་ལས་འགལ་བ་ཞིག་བྱེད་ཐོབ་མེད་པར་དངོས་བདེན་རེད། ངོས་ཀྱི་བསམ་ཚུལ་འདི་དག་བ་ཀོ་མོ་ཚོགས་སུ་ལད་མོ་རྒྱས་ཟིན་པས་མ་ཤེས་བ་མེད་རེ་ཡིན་མེད། ད་དུང་ངོས་ལ་ལོང་བསྟན་ཁ་གསལ་དགོས་པའི་རེ་འདུན་ཡོད་ན་གཤམ་གསལ། དང་པོ། བཀའ་བརྒྱུད་བསྟན་པའི་གྲོས་ཚོགས་ཆེད་དབུས་འོས་བསྡུ་ལས་ཁང་གི་མཐུན་བསྡུའི་འོས་བསྡུ་བྱས་ཏེ་ཁུངས་སོ་སོའི་ཤེས་རྟོལ་འོས་ཐོན་པར་གསར་བསྒྲགས་ཟིན་པ་མཚོ་སྨད་བཅའ་ཁྲིམས་ཀྱི་འབྲུ་དོན་གཞིར་བཟུང་དོན་འབུལ་བྱ་རྒྱུ། གཉིས་པ། དེ་ལྟར་མ་བྱུང་ཚེ་སྤྱི་འཐུས་ལྷན་ཚོགས་ཀྱི་གྲུབ་ཆ་གང་མྱུར་ལོངས་སྤྱོད་འོས་བསྡུ་ལས་ཁུངས་ནས་བཅའ་ཁྲིམས་གཞིར་བཟུང་བྱེད་སྒོ་གང་ཡོད་ལག་བསྟར་བྱ་རྒྱུ་བཅས་ཡིན་རྒྱ་བྱིས། ལུང་འདྲེན་རྫོགས་པ་ཡིན། ཞེས་ཞུས་པའི་ལྟར་དེ་མཚོན་དོན་འབུལ་དགོངས་དོན་ཤར་བཤད་བྱ་རྒྱུར་ཤུགས་སྣོན་བྱུང་བ་ཡིན། འབྲེལ་ཡོད་ཚོགས་དྲུང་ལས་ཁུངས་སུ་ལས་རིམ་ཁྱབ་བསྒྲིགས་ཡོང་བའི་བཀའ་མངགས་ཞུས་ཡོད། གནད་དོན་འདི་ཉིད་ཐ་དད་གཙང་མར་བྱུང་ཟིན་པར་བརྟེན་སླད་བཞིན་རྒྱ་ཆེའི་མི་མང་གི་ངོས་ནས་ཀྱང་དེ་ལུགས་ངོས་འཛིན་གྱིས་མ་འོངས་པར་ཕྱི་པའི་རྩ་དོན་ཐོག་ནུས་པ་སྙོམས་སྤུངས་དང་རྡོག་རྩ་གཅིག་སྒྲིལ་དགོས་པའི་ས་འགོད་ས་བསྒྲགས་སུ། སྐབས་བཅུ་བདུན་པའི་ཤུལ་ལྟེའི་འོས་ཐོན་པ་བཞི་བཅུ་ཞེ་ལྔ་ཐུན་མོང་གི་ནོར་མོན་ཚོགས་ཐོག་ནས་ཕྱི་ལོ་ཉིས་སྟོང་ཉེར་དགུ་རྩ་གཅིག་ཟླ་བ་བཅུ་པའི་ཚེས་བདུན་ལ། ད་ལྟ་འདིར་ད་ང་ཚོ་ད་ལྟ་གོང་དུ་ཚོགས་དྲུང་ལས་ཁུངས་ལས་བཀོད་མངགས་ཞེས་གསུངས་འདུག་བ། ཚོགས་དྲུང་ལས་ཁུངས་ལས་བཀོད་མངགས་ཞུ་ནས་ད་ལྟའི་ང་ཚོ་ཡིག་ཆུང་ནང་གསལ་བ་ཞིག་བཟུང་ཞེས་བ་ཡིན་ན་ཕྱི་ཚེས་སོ་གཉིས་ཕྱི་ཚེས་བརྒྱད་ལ། བ་སྒར་ཚོགས་གཙོ་གིས་བསྐྱར་འཕྲིན་དགོངས་དོན་དོན་འབུལ་བཞེས། བ་སྒར་ཚོགས་གཙོའི་ས་ནས་ཞུ་དུས་རྣམ་པ་ལས་དོན་ཞུ་དུས་རྣམ་པ་ཡོངས་རྫོགས་ཀྱི་དོན་འབུལ་ཞུ་ཡག་དང། དེའི་རྗེས་ལ་འོས་བསྡུ་ལས་ཁང་གི་ཚོགས་གཙོ་ཚོགས་གཞོན་འོས་བསྡུ་བཞེས་ཡག་དང་དེ་འབྲེལ་གྱི་ཏང་ཁུངས་སོ་སོ་འབྲེལ་བ་བྱས་ནས་སྙན་སེང་ཞུ་རོགས་ཅེས་སེམས་འདེབས་ཁུངས་ཚབ་བྱས་ཡོད། ངས་དེ་ཡིན་དེ་ཡོང་འབྲེལ་གྱི་ཐོག་ནས་ད་ལས་རིང་འབྲེལ་ཡོང་དགོས་རེད་ནའོ་ཐུགས་ཆེ་རྟེན། ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་གཅིག་དྭོགས་གྲུབ་པའི་ཚེས་བརྒྱད་ཉིན་ནོན་འཁྲུལ་བྱུང་བའི་བར་བརྒལ་ཚོགས་གཙོའི་དམ་འབུལ་དེ་ཉིད་ཕྱིར་བསྡུ་བྱས་ཏེ་ད་ལྟ་བསྐྱར་དུ་དམ་འབུལ་གྱི་ལས་རིམ་འདི་བཀོད་སྒྲིག་བྱས་པ་ཡིན།

ལྷན་ཚོགས་སུ་སྤྱི་འཐུས། སྐབས་དེར་བར་བརྒལ་ཚོགས་གཙོ་ཟླ་བ་ཚེ་རིང་མཆོག་ནས། ངས་བར་བརྒལ་ཚོགས་གཙོའི་ངོས་ནས་འཚམས་འདྲིའི་བཀྲ་ཤིས་ལན་ཞུ་བས་ཡིན། ད་གནས་ཚུལ་མང་པོ་ཞུ་མོག་པོ་བྱས་ནས་ད་ད་རིང་ནས་བཟུང་ནས་ང་ཚོས་ལོ་ལྔ་གི་རིང་ལ་ཡང་ང་ཚང་མ་རྡོག་རྩ་གཅིག་སྒྲིལ་བྱས་ཐོག་ནས་མང་ཚོགས་ཀྱི་རེ་བ་དང་ཡིད་ཆེས་བྱས་པ་གཞི་བཟུང། སྤྱི་ནོར ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་གི་བཀའ་སློབ་ལམ་སྟོན་ལྟར་བོད་མིའི་གི་འཐབ་རྩོད་དང། སྤྱི་དོན་གྱི་ཐོག་ལ་ཡང་ནུས་པ་མཉམ་སྤུངས་གནང་རྒྱུ་དེ་ང་ཚོའི་ལས་འགན་གཙོ་བོ་དེ་ཆགས་རེད་ས། དེའི་ཐོག་ལ་ཡང་ཚང་མས་གི་ནའི་གི་དེ་རིང་བདམས་ཐོན་སྤྱི་འཐུས་རྣམ་པས་དམ་འབུལ་གྱི་མཛད་རིམ་ཁག་བསྒྲུབས་ཏེ་ཉིན་རྒྱབ་ཆུ་ཚོད་གཉིས་པའི་ཐོག་ལ་སྤྱི་འཐུས་རྒྱུན་ལས་ཀྱི་ཚོགས་ཁང་ནང་དུ། ཚོགས་གཙོ་དང་ཚོགས་གཞོན་ཡོ་ཏིན་གྱི་ལས་རིམ་ཐོག་ཕེབས་ཡོད་པ་དང་སྐབས་དེར་ངོ་ཡོད་སྤྱི་འཐུས་ཀྱི་ཡོ་གྲངས་བཞི་བཅུ་ཞེ་ལྔ་ཡོད་པའི་ནང་ནས་སྤྱི་འཐུས་སྒྲོལ་མ་ཚེ་རིང་ལགས་ལ་ཡོ་གྲངས་ཉི་ཤུ་རྩ་གཉིས་དང་སྤྱི་འཐུས་མཁན་པོ་བསོད་ནམས་བསྟན་འཕེལ་ལགས་ལ་ཡོ་གྲངས་ཉི་ཤུ་རྩ་གསུམ་བཅས་ཐོབ་སྟེ་སྤྱི་འཐུས་མཁན་པོ་བསོད་ནམས་བསྟན་འཕེལ་ལགས

ད་ད་རིང་སྐབས་བཅུ་བདུན་པའི་གི་སྤྱི་འཐུས་རྣམ་པ་ཚོས་གི་ཨ་ནི་བཅའ་ཁྲིམས་གཞི་བཟུང་དམ་འབུལ་ཞུས་པ་དེ་ག་དེ་ལ་ལྟོས་ཞུས་པའི་ཐོག་ནས་ཨ་ནི་སྤྱི་འཐུས་རྣམ་པ་ཚོ་ད་བདམས་ཐོན་སྤྱི་འཐུས་རྣམ་པ་ཚོ་ཚང་མ་ལོ་བདམས་སྤྱི་འཐུས་ངོ་མ་ཆགས་པ་རེད་ཚང་མ་ལོ་ལ་ཡང་འཚམས་འདྲི་བཀྲ་ཤིས་བདེ་ལེགས་ཞུ་ཡ་ཡིན་ད་ད་ལྟའི་གནས་ཚུལ་འདི་དང་འབྲེལ་བའི་ཐོག་ནས་ཨ་ནི་ཕལ་ཆེར་གྲོས་ཚོགས་ནང་ལོ་འདིའི་སྐོར་ལ་ཡང་བཀའ་མོལ་ཏན་ཏན། གནང་གི་མ་རེད་བསམ་གི་ཡོད་གལ་སྲིད་ཁ་ཟས་ཟ་དགོས་ཟེར་ར་ནང་གསུངས་པ་གཞི་བཟུང་བྱེད་ནི་ཨཱ་ནི་མང་ཚོགས་ནང་ལོགས་ལ་ཡིན་པ་ཡིན་ནས་ཐ་དད་པའི་གནས་ཚུལ་ལ་བསྙད་ནི་ཨཱ་ནི་གཅིག་སྤྱི་ཚོགས་ནང་ལོགས་ལ་སྐད་ཆ་འདྲ་མི་འདྲ་བཟོ་བསྡད་ཡ་དང་བཤད་བསྡད་ཡ་དེ་གས་དེ་མོ་གོག་བྱུང་ན་ཡག་པོ་ཞིག་རག་ཡོང་གི་རེད་བྱེད་ནི་དེ་རེ་སྐུལ་ཞུ་ཡ་ཡིན་ཐུགས་རྗེ་ཆེ། ཉིས་སྟོང་ཉི་ཤུ་ཚེག་གཅིག་ཟླ་བཅུ་བའི་ཚེས་བཅུ་གཅིག་ཉིན་སྐབས་བཅུ་བདུན་པའི་འདེམས་ཐོན་སྤྱི་འཐུས་རྣམས་ཀྱི་བར་བརྒལ་ཚོགས་གཙོ་མཆོག་གི་དྲུང་དུ་དམ་བཅའ་འབུལ་བཞེས་གནང་སྟེ་ཉིན་གྲངས་གཉིས་ཀྱི་རྗེས་སྐབས་བཅུ་བདུན་པའི་བོད་མི་མང་སྤྱི་འཐུས་ལྷན་ཚོགས་ཀྱི་གྲོས་ཚོགས་ཚོགས་དུས་དང་པོ་ལས་ཉིན་དང་པོའི་སྐབས་ཕྱི་སྡོད་ཁྲིམས་ཞིབ་པ་རྣམས་ཀྱི་འོས་ཆོས་དང་འབྲེལ་བའི་ཁྲིམས་འཆར་བསྐྱར་བཅོས་ཀྱི་ཡིག་ཆ་ཨང་བཅུ་གསུམ་པ་གཏན་འབེབས་ཀྱི་ལས་རིམ་ཐོག་བགྲོ་གླེང་གནང་སྐབས་བཀུར་འོས་སྤྱི་འཐུས་ཁག་ཅིག་གིས།

ཐུགས་རེ། ཆེས་མཐོའི་ཁྲིམས་ཞིབ་ཁང། ནང་ལ་ཁྲིམས་དཔོན་གསུམ་དེ་བཙན་འཛུལ་བྱས་ནས་ཡར་སླེབས་བ་དེ་ཁྲིམས་འགལ་བྱས་ནས་ཡར་སླེབས་བ་དེ་ལ་གཞི་རྩ་བ་དེའི་ཆ་དེ་ཡོད་རེད་ད་ད་ལྟ་ང་ཚོ་དེ་གྲོས་ཚོགས་ནང་སླེབས་ནས་སྐད་ཆ་བཤད་དེ་གི་རྐུབ་བཀྱག་དེ་ད་རྒྱ་བ་རིན་པོ་ཆེའི་བཀའ་ལ་རྩིས་བྱས་བཀའ་དེ་མ་འབྱོར་བའི་ཐོག་ནས་ང་ཚོ་དམ་བཅའ་དེ་ལེན་བྱས་ད་ད་ལྟ་དེ་གྲོས་ཚོགས་ནང་ལ་བཤད་དེ་དགོས་དེ་འདུག་ཆ་དེ་རེད་དེ་རྣམ་པ་ཚང་མས་མཁྱེན་གྱི་རེད་དེ་འདྲ་ཡིན་དུས། ང་ཚོས་རྒྱལ་བ་རིན་པོ་ཆེའི་དམ་བཅའ་ཕུལ་ས་དེ་དག་བཀའ་གནང་བྱས་ང་ཚོས་དམ་བཅའ་དེ་ལེན་པ་ཙམ་གྱིས་ཆེ་འདོད་ཁྲིམས་ཞིབ་ཁང་དེ་གཙང་མ་ཆགས་རེད་ལབ་ན་དུས་ནམ་ཡང་གཙང་མ་ཆགས་མ་རེད་སེམས་ཁོང་རེད། ཟམ་གདོང་བླ་མ་གིས་ཨིན་ཏེར་ཡོ་བྱས་པ་ཙམ་གྱིས་ཨ་ནི་རྣམ་པ་ཚོ་ལ་གཉིད་སད་རོགས་ད། ཁྲིམས་འགལ་ཡིན་པ། བཀའ་ཟུར་དང་ཁྲིམས་ཟུར་ཚོགས་ཟུར་དེ་ཚོ་སླར་ཡང་ཞུ་གི་ཡོད་ད་རྣམ་པ་ཚོ་ཚང་མར་ངོ་རྒོལ་ཡོད། སུ་ས་དང་ད་བར་དུ་རྒན་འགོག་མ་ཆགས་བར་དུ་གཞུང་ཞབས་བྱས་རོགས་ད། ད་གཞུང་ཞབས་བྱས་ཙམ་མ་བྱས་ལོག་དེ་ཚོ་དེ་མི་གཅིག་གི་ཁ་ལ་བརྒྱུགས་ནས་རྣམ་པ་ཚོ་ཡི་གེ་བཏང་སླེ་རོགས། རྣམ་དཔྱོད་མེད་བ་མཐོང་གི་ཡོད་ད། ངས་ཁ་རྒྱུགས་བྱས་ཏེ་ལས་ཀ་བྱེད་པ་མཐོང་གི་ཡོད། དགག་པ་མཐའ་གཅིག་ཏུ་རྒྱག་གི་ཡོད། འདི་གཅིག་ཞུ་ཡ་ཡིན། བཀོད་འདུག་དེ་ཚོས་གཏན་འབེབས་མ་བྱས་ངེས་ནས་ཁོ་ཚོ་སེམས་ཁུར་བསྐྱངས་ན་མ་ངེས་པར་དུ་དོན་གོ་གི་ཡོད། འདི་མ་གཏོགས་མཐའ་གཅིག་ཏུ་ངོ་རྒོལ་བྱེད་ཀྱི་ཡིན། མ་དོན་གོ་གི་ཆོད་ན་དོན་ཐུག་ན་ཐུག་གི་ཡིན་ད། རྣམ་པར་བསྟན་འཛིན་ལགས། དགེ་བཤེས་ཨ་ཀྲུག་ཚེ་བརྟན་ལགས། ཡིག་ཆ་ཨང་སུམ་ཅུ་སོ་དགུ་པའི་འགྲོ་སྟངས་དེ་གཙང་མ་གྱི་མ་ཆགས་ཀྱི་བར་དུ། དྲུང་ཆེ་པ་རྣམ་པ་གསུམ་དང་འབྲེལ་བའི་གི། ཁྲིམས་ཆད་ཡིན་ན་འདྲ་གྲོས་ཆོད་ཡིན་ན་འདྲ། ཨ་ནི་བཀའ་འཁྲོལ་ཡིན་ན་འདྲ། ག་རེ་འདྲ་ཅིག་ཡིན་པ་ཡིན་ན་ཡང། འགྲོ་ཐུབ་ཡ་ལ། གར་སོ་བ་ལྟར་འགྲོ་ཡ་ལ་ཡ། དགག་པ་ཞོ་ཡ་གི་འབད་བརྩོན་བྱེད་གི་ཡིན་ཟེར་ནས། ང་ཚོ་མི་མཉམ་ཆུང་དེ་ཚོ་ཐུབ་ཚོགས་བཏང་ས་རེད་མ་འདུག་ཆུ་ཚོགས་ཀྱི་སུ་གཅིག་གླག་ཁེག་མི་འདུག་ལ་ད་ལ་གོ་ར་ང་རང་ཚོ་འདི་གྲོས་ཚོགས་འདི་ནང་ལ་ཡིག་ཆ་གྲོས་ཤོད་རྒྱག་རྒྱག་རྒྱུ་འདི་ནང་ནས་ཁྲིམས་སྒྲིག་བསྐྱར་རྒྱུ་བྱེད་རྒྱག་རྒྱུ་ད་ཚོ་ཚང་མ་རྩིས་མེད་ཆགས་དུ་ཡོད་ར་བ་ད་འདི་ཆ་ལ།

མཐའ་གཅིག་ཏུ་དགག་བྱ་ཞིག་ཡིན་ཞེས་པ་ཡིན། ཁྱེད་ཀྱིས་སློབ་དཔོན་ཐུབ་བསྟན་ལྗང་ཚ་ལ། ཐོག་ནས་ཡིག་ཆའང་སུམ་ཅུ་སོ་དགུ་སྟེ། ནུས་མེད་མ་ཆགས་ཀྱི་བར་དུ་ལ། ཨ་ནེ་ཕྲིན་ཤིང་པ་དང་འབྲེལ་བའི་ཐོག་ནས། ཨ་ནེ། ཀྱི་ད་དུང་ཡོངས་འགྱུར་གྱི། ཁྲིན་ཁང་དང་ཕྲིན་ཤིང་དང་འབྲེལ་བ་གྱི་ཐོག་ལ། ཡོངས་འགྱུར་གྱི་ལས་དོན་ཚང་མ་ལ་མཐའ་གཅིག་ཏུ་དགག་པ་ཞུ་ཡ་ཡིན། འདི་ཁྱེད་ཀྱིས། དགེ་བཤེས་ཨ་ཀྲོང་རིན་ཆེན་ལྗང་ཚ་ལ། ད་ལྟའི་ཡིག་ཆ་ལ་གནས་སྟངས་ག་རེ་འཆར་ཟེར་ན། ཡང་ན་ཡིག་ཆའང་སུམ་ཅུ་སོ་དགུ་མ། ཚིག་མཐའི་ཁྱད་དགོངས་འདྲ་རྩིས་མི་བཏང་ལུང་ན་འདྲ་གང་ལྟར། དེའི་ཐོག་ལ་འགྲོ་དགོས་རེད། ཨ་ནེ་ཡང་ན། ད་ལྟ་ཁྲིམས་ཞབས་པ་ཡིན་ཟེར་མཁན་རྣམ་པ་ཚང་འདི་མ་ཕེབས་དགོས་ཀྱི་རེད། དེ་གཉིས་ཀ་ནི་ཡག་གི་ནི་རྒྱུན་ལམ་གང་ཡང་མི་འདུག་ཨ་འདིའི་ཐོག་ལ་ང་ཚོ་དགོངས་པ་བཞེས་དགོས་ཀྱི་འདུག་ཟེར་བ་དེ་འདྲས་ཅིག་ཞུ་འདུག་བྱུང།
ཤི་དུས་མཁན་པོ་བཀའ་དགྲ་དངོས་གྲུབ་ཟེར་རྣམས་ལ། ད་འདིའི་ཁྲི་ཤིས་པ་རྫི་མ་ཟེར་དེ་ཉིད་དེང་སོགས་ཀྱི་ཁྲི་ཤིས་ཁོང་ནི་མ་བསྟན་གྱི་བབ་ལ་ཁྲི་ཤིས་ཁོང་དུ་འབྲེལ་བའི་བཅའ་འཕྲིན་འདི་གཙོས་པའི་བྱེད་སྒོ་ཁག་ག་རེ་ཡོད་པ་ཡིན་ན་ཡོངས་སུ་རྫོགས་པ་ལ་དགག་བཞག་མཐའ་བཅད་དེ་ཡོད། འཁྲིད་གཞིའི་ཁོངས་དང་འབྲེལ་བའི་ཡི་གེ་སྣ་གཅིག་ཞིག་བྲིས་ཚུགས་ར་བའི་མདུན་ན་སླེབས་ན་དང་པོར་དྲངས་ནས་ལོག་ནས་དགག་པ་རྒྱག་གི་ཡིན་ཟེར་ཐལ་ཞུ་གི་ཡོད། ཞི་བདེའི་དགེ་རྒན་ལྷ་རམས་པ་མགོ་བློ་བཟོ་འཕེལ། ཉིན་གང་ལ་ཡང་ཉིན་གྱི་མཐའ་མིག་ལྡོངས་ཏེ། མི་རོ་རྒན་པོ། བཀའ་བརྒྱུད་ཁག་གཅིག་དང་གཞུང་ཕྱོགས་ཟུར་པ་ཁག་གཅིག་གི་བཤད་སྟངས་ལ་ལྟ་ན་མ་འོངས་པ་ལ་ཟུར་པ་དེ་ཚོ་ལྷད་ངན་དེ་ཚོ་ལ་དེ་ཚོ་གི་ལང་ཐེངས་འོག་ལ་བསྒྲོད་ན་བཙན་བྱོལ་སྒྲིག་འཛུགས་ལ་རོགས་བྱེད་ས་མི་འདུག་བསམ་པ་དེ་ཅིག་སེམས་པ་དྭངས་པ་བྱས་ནས་བསྡད་དུས་ཡ་ད། བཙན་བྱོལ་བོད་མིའི་བཅའ་ཁྲིམས་ལས་ཁེ་དབང་ཡིན་མཁས་པ་ཡིན་ཟེར་ངེས་དེ་ཚོས་ཡིད་ཆེས་གཏིང་འདྲི་ཚང་ཅིག་མེད་པ་དེ་གནས་སྟངས་གནས་སྐོར་དེ་ལ་བརྟེན་ནས་ཐུགས་ཚད་དེ་མ་འོངས་པ་ལ་ཡ་ལོ་ན་མཐོ་རུ་གཏོང་ཡ་དེ་དང་གཅིག། ད་འདས་ཀྱི་སྙུང་གྲ་དེ་གཙང་སེལ་མ་འགྲོ་བར་དུ། ཨ་ནི་ཁྲིན་ཞི་ཁོང་དང་འབྲེལ་ནས་སྐར་མའི་ག་རེ་སླེབས་པ་ཡིན་ན་ལག་པ་གནང་བཅའ་ཡ་དེ་དང་ཆ་བརྟན་པོ་ཡིན་ཤོད། ཞི་བདེ།
ད་ཉིད་དེ་ཡང་ནི་ད་ལྟ་ཁྲིམས་ཞིབ་པ་དང་ཁྲིམས་ཞིབ་པ་གཞན་མཛད་ཡ་དེ་ཚོའི་རིགས་གཅིག་ཡོད་རེད། དེ་ཚོ་ཡིན་ན་ཕྱོགས་གཅིག་གི་ངས་དེ་ཚོ་ཁག་མེད་སྲིད། ཤ་ཚ་སྙང་རྗེ་རེད། ཁོ་ཚོ་མིའི་བེད་སྤྱོད་དང་མིའི་ལག་ཆ་དང། ད་ལྟ། རྐང་རྩེད་སྤོ་ལོ་ནང་བཞིན་ཤེས་སོང་ཨ། ངོ་ནི་ཡིན་ན་ངས་ཁོ་ཚོའི་སེམས་ཁ་ལ་ཁག་མེད། དེ་ཡང་ནི་གཟིར་པ་བཀའ་བློན་ཟེར་བ་ཟེར་ཡ་དང་ནི་གཟིར་པ་མང་པོ་ཅིག་གི་དཔུང་བསྒྲིགས་ནས། ང་ཚོའི་སྤྱི་ཚོགས་འདི་དུམ་བུ་གཉིས་བཟོས་སོང་བ་དང
ཕྱི་ལོ་ཉིས་སྟོང་ཉིས་སྟོང་ཉིས་ཟླ་བ་དགུ་པའི་ཚེས་བདུན་ནས་བཅུ་དྲུག་བར་སྐབས་བཅུ་བདུན་པའི་བོད་མི་མང་སྤྱི་འཐུས་ལྷན་ཚོགས་ཀྱི་གྲོས་ཚོགས་ཚོགས་དུས་བཞི་པའི་ཐོག་ལ་ཆེད་དོན་ཁྲིམས་ཞིབ་པའི་འོས་ཆོས་དང་འབྲེལ་བའི་བཅའ་ཁྲིམས་བསྐྱར་བཅོས་ཀྱི་ཁྲིམས་འཆར་གཏན་འབེབས་ལས་རིམ་ཐོག་ཕེབས་སྐབས། སྤྱི་འཐུས་ཁག་ཅིག་ནས་ཡིག་ཆ་ཨང་སུམ་ཅུ་སོ་དགུ་པའི་ཐོག་གླེང་སློང་དང་སྦྲགས་ལས་རིམ་རྣམ་གཞག་བསྟུད་མར་ཆེད་འདོན་གནང་པར་བརྟེན་བཅའ་ཁྲིམས་བསྐྱར་བཅོས་ཀྱི་ཁྲིམས་འཆར་གཏན་འབེབས་སླར་ཡང་གནང་ཐུབ་པ་བྱུང་མེད།